ད་ངེད་ཀྱིས་ད་ང་ང་རང་བོད་ཡིག་བསླབས་ནས་བསྡད་ཀྱི་ཡོད་རེད་བ། ཨ་ནི་བོད་ཡིག་བསླབས་བྱས་ད་ལོ་དགུ་ཙམ་འགྲོ་གི་ཡོད་རེད་བ། ཨ་ནི་བྱས་ཙང་དེ་གི་བརྒྱུད་རིམ་ནང་ལོ་ལ་ཨ་ནི་ག་རེ་རེད་ད།

ཀྱི་ནམ་རྒྱུན་འདི་སྐད་ཆ་སླེབས་བསྡད་ཀྱི་ཡོད་རེད་ནི་དེ་ཤུགས་ཆེན་པོ་ཞུ་ཚོར་མ་སོང་རེད་བ། ཚོར་ཤུགས་ཆེན་པོ་ཞེ་དྲག་སླེབས་མ་སོང། སྙེ་མ་ནི་བརྙན་ཐུང་བཟོ་ཡ་གསོད་དགོས་བསམ་སོང་ཡིན་ནའི་ད་ལྟ་ཧོབ་འདུག་གང་ལ་ཨ་ན་བརྙན་ཐུང་གཞན་མ་གྱི་མ་གཞན་པ་གྱི་གྱི་མ་རེད་འདི་བཟོ་ཡ་ཤ་ཤེད་འགྲིག་ཡོད། འདི་ཁ་ཆེམས་ཞུ་ཡིན་ཟེར་ན་ཁ་ཚང་གི་ཁྱིམ་ཚང་གཅིག་གི་ལ་ང་ཁ་ལ་ཟ་སྐད་བཏང་སོང་ཨ། དེ་སྐབས་སུ་ཨ་ནའི་ཁྱིམ་ཚང་གི་ཨ་མ་དེ་གི་ལབ་ཀྱི་འདུག་ཧ་རེ་ལབ་ཀྱི་འདུག་ཟེར་ན། ངའི་བུ་མོ་ད་བུའི་ཁྱོད་ནས་ཤེས་རོགས་བྱེད་ཀྱི་མེད་འདུག་ཨ་ནེ། བུའི་དཔེ་དཀའ་ལས་ཁག་པོ་རེད་འདུག་དེ་འདྲ་ལབ་ཀྱི་འདུག་རོགས་ཨ་ནེ། ངས་ཀྱི་བསམས་སོ་ག་རེ་བྱས་ནས་དཀའ་ལས་ཁག་པོ་འདུག་ཞུས་ཡིན་པ། ག་རེ་བྱས་ནས་དཀའ་ལས་ཁག་པོ་འདུག་ཞུས་འདུག་བསམས་པ་ལ་ཨ་ནེ། ག་རེ་རེད། བུའི་དཀའ་ལས་ཁག་པོ་འདུག་ལབ་ཀྱི་འདུག་བ། ད། དབྱེ་བ་བཅད་ནས་འདི་གི་ཆ་དེ་དཀའ་ལས་ཁག་པོ་དང་འདི་གི་ཆ་དེ་ལས་སླ་པོ་འདུག་མ་ཡིན་པ་ཆ་བུའི་དཀའ་ལས་ཁག་པོ་ཡོད་པ་དེ་ཀླད་པ་ནང་ཤར་འདི་གི་དོ། ར། ཨ་ནི། དཔེར་ན་ཡི་གེ་བྲི་ཡ་དཀའ་ལས་ཁག་པོ་འདུག་ཚིག་གསར་བློ་ལ་སིམ་ཡ་དཀའ་ལས་ཁག་པོ་འདུག་བློ་འཛིན་བྱེད་ཡ་དཀའ་ལས་ཁག་པོ་འདུག་སྐད་ཆ་བཤད་ཡ་དཀའ་ལས་ཁག་པོ་འདུག་ཨ་ནི། ཡི་གེ་ཀློག་ཡ་དཀའ་ལས་ཁག་པོ་འདུག་ཡི་གེ་ཀློག་ནས་དོན་དག་མགོ་འཚོས་ཡ་དཀའ་ལས་ཁག་པོ་འདུག་མི་གཞན་པ་གི་ལབ་ནས་ཨ་ནི་སོ་སོ་གི་དོན་དག་མགོ་འཚོས་ཡ་དཀའ་ལས་ཁག་པོ་འདུག་དེ་འདྲ་ག་རེ་ཡིན་པ་ཡིན་ན། དེ་འདྲའི་དབྱེ་བ་བཅས་ཆ་ཤས་གཅིག་གི་སྒང་ལ་སྐད་ཆ་བཤད་ཐུབ་ཀྱི་མི་འདུག་ག་རེ་ཀླད་པ་ནང་ལྟ་ག་རེ་བྱ་འདུག་ནམ། བོད་ཡིག་དཀའ་ལས་ཁག་པོ་ཡོད་པ་ཅིག་མ་གཏོགས་ཨ་ནི་དེ་གི་ནང་ཚན་ག་འདྲའི་ག་འདྲ་ཡིན་མིན་དེ་གི་དབྱེ་བ་ཁྱོན་ནས་བཤད་ཐུབ་ཀྱི་མི་འདུག་དེ་སྔ་པས་སེམས་པ་ལ་ཕོག་ཐུག་ཤུགས་ཆེན་པོ་བྱུང་སོང་འགྲོ་ག་ཡང་ཞུ་ན། དངོས་ནས་བཤད་ན་བོད་ཡིག་སྤྱི་བཏང་གི་ལས་སླ་པོ་ཡོད་རེད། སྤྱི་དང་གི་ལས་བསླབ་པ་ཡོད། དཀའ་ལས་ཁག་པ་བསླབ་པ་ཡིན་ན་དཀའ་ལས་ཁག་པོ་ཡོད་པ་རེད། ར། དེ་ནི་ངེད་ཀྱི། ག་རེ་རེད། ངེད་ཀྱི་བུ་མོ་དེ་ལ་སྐད་ཆ་བཤད་རྗེས་ནི་ཁྱེད་རང་གི། སྒྲུང་ལས་སླ་ཤོས་དེ་སྒྲུང་དེབ་ལས་སླ་ཤོས་དེ་འཁྱེར་ཞོར་ལ་ཡིན་པ། སྒྲུང་དེབ་ལས་སླ་ཤོས་དེ་འཁྱེར་ལས་དུས་སྐབས་སུ་སྒྲུང་དེབ་དེ་ཨ་ནེ་ངེད་ཀྱི། བུ་མོ་དེ་མཉམ་དུ་ཡོད་ཀི་ཡོད་ལ་ཨ་མ་ལ་སྐད་ཆ་དྲིས། སྒྲུང་དེབ་དེ་སྒྲུང་དེབ་དེ་གིས་ངེད་པར་བཏོན་ཡོད་པ། དེས་ཨ་ནེ། པུ། ལོ་ག་ཚོད་ཀྱི་ཆེད་དུ་ཡིན་པ་འདྲ་བོ་འདུག་ལ་ཡིན་པ། དེ་ནས་མོ་གིས་ཟེར་ན་ལོ་ལྔ་གི་ཆེད་དུ་ཡིན་པ་འདྲ་བོ་འདུག་ས་འདི་གནང་ལོ་ལགས་ནས་ཤོག་ལེ་དང་པོ་དེ། ལས། ཚིག་དེ་ལས་སླ་པོ་འདུག་ཤོག་ལེ་གཉིས་པ་དེ་ལ་ག་རེ་བྲིས་འདུག་ལབ་ན། མེ་ཏོག། ག་རེ། སྨྱུ་གུ་འབུས་སོང་ལབ་ཀྱི་འདུག་ལ་སྨྱུ་གུ་འབུས་སོང་ལབ་ན་དངོས་གནས་བཤད་ན་ད། ག་རེ། མེ་ཏོག་འདྲ་བོ་ཡིན་པ་ཡིན་ན་དེ་ཚོ་གིས་ཨ་ནི་ག་རེ་རེད་ཡ། སྐྱེས་པའི་དོན་དག་འདྲ་བོ་རེད་བ་ཨ་ནི་མེ་ཏོག། ཡ་སྐྱེས་པའི་དོན་དག་འབྲས་བུ་ཡ་ཐོན་པའི་དོན་དག་འདྲ་བོ་རེད་བ། ད་འདི་ཚིག་འདི་ང་ཚོ། པས་བེད་སྤྱོད་བྱེད་ཡ་དཀོན་པོ་རེད་ད། བེད་སྤྱོད་བྱེད་ཡ་དཀའ་ལས་ཁག་པོ་ཞིག་རེད་ད་ང་ཚོ། ཨ་ནི་ག་རེ་རེད་མེ་ཏོག་ཡ་སྐྱེས་སོང་ལབ་ཡ་འགྲོ་བ་དང་ཨ་ནི་ཡང་མེ་ཏོག་ཤར་སོང་ལབ་ཡ་འགྲོ་བ་དང་ད་དེ་གི་རིགས་འདྲ་མི་འདྲ་ང་ཚོ་བེད་སྤྱོད་བྱེད་ཀྱི་ཡོད་དེ་ཡིན་ན་སྨྱུ་གུ་འབུས་སོང་ལབ་ཡ་དེ་ང་ཚོ། བྲིས་པའི་སྐབས་སུ་ཤུགས་ཆེན་པོ་བེད་སྤྱོད་ཡ་རེད་ཡིན་ན་ཡང་ལབ་པའི་སྐབས་སུ་བེད་སྤྱོད་ཡ་མ་རེད་འགྲོ་བ་དང་ཨ་མ་དེ་ལ་སྐད་ཆ་དྲིས། འདི་ཚིག་འདི་ག་རེ་རེད་ལབ་ཡིན་པ་མོ་རང་ཡང་ཧ་གོ་གི་མི་འདུག་སྨྱུ་གུ་འབུས་སོང་ལབ་ན་ག་རེ་ཡིན་པ་འགྲོ་བ་ད་བྱས་ཙང། དེ་འདྲའི། ག་རེ་རེད། ངེད་ཀྱི་ཕ་ལགས་ཀྱི་བོད་པ་ཨ་མ་ཅིག་གིས་ཚིག་འདི་འགོ་ཚུགས་ཀྱི་མེད་ན། ཨ་ནེ་ང་ཚོ་སྤུ་གུ་ཆུང་ཆུང་ལ་ཧ་གོ་ཡ་དེ་བས་ག་ལས་ཁག་པོ་རེད་བ། བྱས་ཙང་ང་ཚོ་ག་རེ་རེད་འདོད་ལབ་ན། སྤུ་གུ་ཆུང་ཆུང་གི་བྱིས་སྒྲུང་མིང་ཁྱེར། ཨ་ནེ་ཚིག་དེ་ཨ་ནེ་ཨ་ཇི་གོ་ཆེན་པོ་ག་ལས་ཁག་པོ་དེ་འདྲའི་བོད་ཆོས་གཞས་དཔེ་མང་པོ་འདུག་བ། ཨ་ནེ་དེས་ཙང་ང་ཚོ་བོད་ཡིག་དེ་ག་ལས་ཁག་པོ་འགྲོ་ཚོར་གྱི་ཡོད་རེད་ཚང་མ་གི་ཚོར་གྱི་ཡོད་རེད། ར། དེ་ལ་ཤུགས་རྒྱག་མཁན་དཔེ་དཀོན་པོ་ཡོད་ར། དེ་གི་ཕྱིར་ན་ངས་ཞུས་མཁན་འཁྲུགས་སོང་ར། དེ་ཕྱིར། ད་དང་པོ་ང་ཚོ་ག་རེ་ཧ་གོ་གོ་དགོས་ལབ་ན་ཁ་སྐད་དང་ཡི་གེའི་སྐོར་ལ་སྐད་ཆ་བཤད་པ་ཡིན་ན། ད་འདི་ལ་དང་པོ་དབྱེ་བ་ཅིག་དཔྱད་མ་ཐུབ་ན། དཀའ་ལས་ཁག་པོ་བརྒྱ་ཆ་བརྒྱ་ཡོད་ར་བོད་ཡིག་སྐོར་དཀའ་ལས་ཁག་པོ་དབྱེ་བ་དཔྱད་ན་ལས་སླ་པོ་ཆགས་ཀྱི་རེད་ར། དེ་ང་ཞུས་མཁན་འཁྲུགས་སོང་ད། དང་པོ། ཁ་སྐད་ལབ་ན་ག་རེ་རེད་ཡི་གེ་ལབ་ན་ག་རེ་རེད་འདི་གི་ས་མཚམས་ཅིག་གོ་གི་ཡོད་ར། འདི་གི་ས་མཚམས་དེ་དྲང་པོ་བཤད་ན་ང་ཡང་ཧ་གོ་གི་མི་འདུག་ར། དཔེ་དཀའ་ལས་ཧ་པོ་འདུག། ཁ་ཤས་ཀྱི་ལབ་ན།

ར། བྱས་ཙང་ཨ་ནི། ག་རེ། ག་རེ་ཟེར་བ་རེད། ག་རེ་རེད། ཡི་གེ་ལ་ཡང། ག་རེ་རེད། ཁ་སྐད་དེ་ཚོ་ཡི་གེ་ཡི་གེ་ལ་བྲིས་པ། དེ་འདྲ་ཡང་ཡོད་རེད་ཡང་དེ་ཚོ་ཡང་བརྡ་སྤྲོད་དང་མ་མཐུན་པ་ཡོད་རེད། དེ་ཡང་ཆ་འགྲིག་གི་མེད་པའི་བཟོ་གྲོགས་རེད། ར། དེ་ལབ་གི་འདུག་ད། བློ་བདེ་ཤོད། དགྲ་བོ་འགྲེལ་བཤད་རྒྱབ་སྟངས་དེ་ག་རེ་རེད་འདུག་ལབ་ན། རྒྱུན་ལྡན་འཚོ་བ་ནང་ལོགས་ལ། ཨ་ནི། སྐད་ཆ་བཤད་སྟངས་ཅིག་ཡོད་རེད་བ། དེ། ཨ་ནེ་གཙོ་ཆེ་བ་དེ་ཁ་ཡེ་ལ་བཞག་ཨ་ནེ་ཡང་ཡི་གེ་ནང་ལ་ཤུགས་ཆེ་བ་ཡོད་ཡོད་པ་དེ་ཚོ་ཨ་ནེ་ཡི་གེ་ལ་བཞག་ཡ། ད་འདི་ས་མཚམས་དེ་ལ་ད་བློ་བདེ་བོ་འདུག་མ་གཏོགས་དེ་ཡང་བརྒྱ་ཆ་བརྒྱ་དེ་ག་རང་རེད་ད་ནི་ས་མཚམས་བཅད་བྱས་བ་ཡུལ་རེད་འདི་རྒྱ་གར་རེད་ལབ་པའི་དེ་འདྲ་མི་འདུག་བ། དེ་འདྲ་ཡང་མི་འདུག་ཡིན་ན་ཡང་ད་འདི་གཅིག་ལ་ཆ་བཞག་པ་ཡིན་ག་ཅེ་ན་ཡང་ཇུས་ས་ར་བོ་ཅིག་ཆགས་ཀྱི་འདུག་བ། དེ་འདྲ་འདྲ་བོ་ཞིག་རེད་འདུག། ཁ་སྐད་དང་ཡི་གེ་ལབ་ན་དེ་འདྲ་འདྲ་བོ་ཅིག་རེད་བ། ད་ཨ། ཁ་སྐད་དང་ཡི་གེ་ཀྱི་འགྱུར་བ་ག་རེ་རེད་ཟེར་ན། ད་ང་ཚོ་ཁ་སྐད་དེ་ང་ཚོ་ནམ་རྒྱུན་སྐད་ཆ་བཤད་པའི་སྐབས་སུ་དཔེ་ཕན་ཐོགས་ཆེན་པོ་ཡོད་བ་ཆེ། རེད་བ། དེ་ལ་བབ་པའི་ཚིག་དེ་ལ་བབ་པའི་ཀྱི་ཨ་ནི། ཨ། ག་རེ་རེད། ཚིག་གི་འགྲོས། སྒྲོ་ཡག་ཟ་ཡག་འཐུང་ཡག་དེ་འདྲ་འདྲ་བོ་ཚང་མ་ཁ་སྐད་ནང་ལ་ཡག་ཚུད་འགྲོ་གི་འདུག་བ་རེད་བ། དེ་ཚོ་ཨ་ནི་ང་ཚོ་སྤྱི་དང་གླེང་སྐད་ཆ་བཤད་པའི་སྐབས་སུ་བེད་སྤྱོད་ཆེན་པོ་ཡོད་བ་བྱས། ཨ་ནི་དེ་ཡོད་སོང་ན་ཁ་སྐད་དེ་ཡོད་སོང་ན་ནམ་རྒྱུན་ཕར་ཚུར་ཐུག་པའི་སྐབས་སུ་ཨ་ནི་གོ་བརྡ་བརྗེ་ལེན་བྱེད་ཡག་མགྱོགས་པོ་བཟོས་ཐུབ་ཀྱི་འདུག་བ་ཁ་སྐད་དེ་གས་ལས་ཀ་བྱེད་འདུག་དཔེར་ན་ཡར་མར་འགྲོ་བ་རེད་ཅེས་དེ་ལས་ཨ་གོ་བ་འདྲ་ཡིན་ཨ་ང་འདི་ལ་འགྲོ་གི་ཡིན་ལ་འདི་འདྲའི་ཚིག་བེད་སྤྱོད་བྱེད་ཀྱི་རེད་མ་གཏོགས་ཨ་ཁྱོད་རང་ག་བ་ལ་འགྲོ་གི་ཡིན་ནམ་འདི་འདྲའི་ཚིག་བེད་སྤྱོད་བྱེད་ཀྱི་མ་རེད་བ། རེད་བ། དེ་བེད་སྤྱོད་ཡོད་བ་བྱས། ཡི་གེ་དེ་གཙོ་བོ་ང་ཚོ་ག་རེ་རེད། སྙན་ཞུ་རྒྱག་དགོས་གི་དང། ཚགས་ཤོག་འགྲོ་བ་དང། གསར་འགྱུར་བཤད་ཡག་འགྲོ་བ་དང། དེ་འདྲའི་སྐབས་སུ་ཡང་ཡི་གེ་དེ་ཏོག་ཙམ་བེད་སྤྱོད་ཆེ་བ་འགྲོ་བ་ཞིག་འདུག་ཨ། དེ་གཉིས་ཀྱི་འགྱུར་བ་ད་གཙོ་བོ་དེ་འདྲའི་བཀའ་ལ་ཅིག་ཡོད་ས་རེད་བསམ་གྱི་འདུག་ར། ཨ་ནས། དེ་གཉིས་ཀྱི་ནང་ལོ་ནས་ག་རེ་གལ་ཆེ་བ་རེད། ར། ག་རེ་གལ་ཆེ་བ་རེད་ཨ་ནས། ཁ་སྐད་གལ་ཆེ་བ་བཞག་དགོས་གི་འདུག་ཡི་གེ་གལ་ཆེ་བ་བཞག་དགོས་གི་འདུག་ར། ད་འདི་ནང་ལོ་ལ། དཀའ་ངལ་ཆེ་ཤོས་ག་རེད་འདོད་ལ་ད་ང་ཚོ་བོད་ཡིག་ཤེས་མཁན་བོད་ཡིག་བོད་སྐད་ཀྱི་མཐོ་སློབ་ཐོན་མཁན་མང་ཆེ་བ་ག་རེ་ལབ་དགོས་ཡི་གེ་རེ་ལབ་དགོས་འདུག་ཡི་གེ་དེ་མེད་ན་ང་ཚོ་ཨ་ནེ་རྩ་གཏོར་ཆ་གས་རེ་དེ་འདྲ་ལབ་དགོས་འདུག་ར། ད་མང་ཆེ་བ་ཡི་གེ་ལ་འགྲོ་འགྲོ་གི་རེད་ཡི་གེ་བརྗོད་ཐབས་ཆ་གཏང་གི་རེད་ར། ཨ་ནེ། ང་རང་ཡིན་པ་ཡིན་ན། ད་སྤུ་གུ་ལ་ལབ་ལབ་ལབ་བྱས་བྱས། ད་ཡི་གེ་དེ་ད་ན་ཏོ་སུ་ཕ་བཞག་རོགས་བྱས་ད། ཁ་སྐད་དེ་ཚུ་ཁེའུ་རོགས་བྱས་ད། ད་ལ་བས་ག་ཅི་དེ་འདྲས་ཀྱི་གནས་ཚུལ་སླེབས་འདུག་ད་གང་ཡིན་ཟེར་ན། ཨ། ཡི་གེ་ལབ་ནས་སྤུ་གུ། གི་སེམས་ཤུགས་འཕར་ལ་བས་དེ། ད། སྤུ་གུ་རྒྱ་ནང་དུ་ནས་གཅིག་གཉིས་ཅིག་སླེབས་ན་སླེབས་སྲིད། དགུ་བཅུ་གོ་བརྒྱད་སེམས་ཤུགས་ཆག་གི་འདུག་བོད་ཡིག་སྦྱང་ཡ། ལ། ཡི་གེ་བསླབས་ནས་སྤུ་གུ་བརྒྱ་ཆ་བརྒྱ། བརྒྱ་ཆ་དགུ་བཅུ་ལྷག་ཅིག་དགུ་བཅུ་གོ་བརྒྱད་ལྷག་ཅིག་སེམས་ཤུགས་ཆགས་ཀྱི་འདུག། ཨོ། ཨ་ནི་བརྒྱ་ཆ་གཉིས་གསུམ་ཅིག་ཡི་གེ་རང་གི་སྒྲོམ་གཞི་ག་ལ་འགྲོ་ནས་ཡར་རྒྱས་འགྲོ་ངེས་འདུག་འདི་ཨ་ནི་སློབ་གྲྭ་གཅིག་པུ་གི་བྱེད་ནི་རེད་འདོད་ལ་ན་མ་རེད་དོ། དགེ་རྒན་གཅིག་པུ་གི་བྱེད་ནི་རེད་འདོད་ལ་ན་མ་རེད་དོ། ག་རེ་རེད་འདུག་ལབ་ན་མཉམ་དུ་ཕ་མ་ཡང་སློབ་སྦྱོང་ཡོད་མཁན་ཡིན་པ་བྱས་བོད་ཡིག་ལ་སེམས་ཤུགས་ཡོད་མཁན་ཡིན་པ་བྱས་སྤུ་གུ་ལ་དུས་ཚོད་བཏང་ཐུབ་མཁན་ཡིན་པ་བྱས་ནང་སྦྱོང་འདི་ཚོ་ཚང་མ་ལ་རོགས་པ་བྱེད་ཐུབ་མཁན་དེ་འདྲས་ཀྱི་ཕ་མ་རེད་བ། བྱས་ཙང་ཨ་ནེ་བརྒྱ་ཆ་གཉིས་གསུམ་དེ་ཡང་ཨ་ནེ་ག་རེ་རེད་དགེ་རྒན་གཅིག་པུ་མ་རེད་དོ་ཕ་མ་གཅིག་པུ་མ་རེད་དོ་སློབ་གྲྭ་གཅིག་པུ་མ་རེད་དོ་དེ་འདྲས་ཞིག་ཡིན་འདུག་སེམས་པ་ལ་ཨ་ནེ་སློབ་ཕྲུག་དེ་ཡང་མང་ཆེ་བ་རིག་པ་རྣོ་བོ་གྲུང་པོ་སློབ་གྲྭ་ལ་ཨ་ནེ་ག་རེ་རེད་ནམ་རྒྱུན་ནས་ཨ་ནེ། ཨ། ཡག་ག་བྲེ། དེ་འདྲ་འདྲ་བོ་ཆགས་ཀྱི་འདུག། རེད་བ། དེ་ཡིན་ཙང། ཨ། ཁ་སྐད་དང། ཨ། ཡི་གེ་གཉིས་ཀྱི་ནང་ལོགས་ནས་ཁ་སྐད་དེ་འདམ་དགོས་ཡ་གལ་ཆེ་བ་བརྩི་གི་ཡོད། དེ་ག་རེ་རེད་ད་ཟེར་ན། སྤུ་གུ་ཆུང་ཆུང་ནམ་རྒྱུ་ཆུང་ཆུང་ནས་སྐད་ཆ་བཤད་པའི་སྐབས་སུ། ཕ་མ་གིས་ཁ་སྐད་བརྒྱུད་ནས་ལབ་ཀྱི་རེད། རེད་བ། ཁ་སྐད་བརྒྱུད་ནས་ལབ་ཀྱི་ཡོད་རེད། ཁ་སྐད་བརྒྱུད་ནས་ལབ་པའི་སྐབས་སུ། དེ་དང་འདྲ་དང་གཅིག་པ། སློབ་ཚན་ནང་ལ་ཡོད་པ་ཀློག་བྱས་པ་ང་ཨ་མ་ལ་དགའ་གི་འདུག་འདྲ་པོ་ཚིག་གཅིག་ར་ཀློག་བྱས་དེ་དང་སོ་སོ་གི་ནམ་རྒྱུན་སྐད་ཆ་བཤད་པ་གཉིས། བཤད་པ་ནང་བཞིན་གོ་བ་གསུམ། མཉམ་དུ་བསྡུས་ཐུབ་པ་ཡིན་ན་སྦྱར་ཐུབ་པ་ཡིན་ན་པུ་གུ་དེ་གི་གོ་བ་ལེན་ཡ་ཀློག་བདེ་ཡ་སྤྲོ་བ་དགེ་ཡ་དོན་དག་འགོ་ཚུགས་ཡ་ཚང་མ་དཔེ་ལེགས་སླ་བོ་ཆགས་ཀྱི་འདུག་ཨ། ལ། བྱས་ཙང། ཁ་སྐད་དེ་མ་ཡི་གེ་ལ་དཔབ། དེ་ནས་མ་བསླབས་ན། ཨ་ནེ་སློབ་ཕྲུག་གི་དོན་དག་མགོ་ཚོས་ཡ། ཨ་ནེ་བོད་ཡིག་མུ་མཐུད་ནས་སྦྱང་ཡ་ལ་རྒྱུན་བསྲིང་ཐུ་ཡ། དེ་ལ་དཔེ་ཁེ་ཕན་ཆེན་པོ་དེ་བྱས་ཙང་ཁ་སྐད་གདམ་དགོས་པའི་རྒྱུ་མཚན་གཅིག་དེ་ཡིན། རྒྱུ་མཚན་གཉིས་པ་དེ་ག་རེ་རེད་ཟེར་ན། ད་ལོ་རྒྱུས་ཀྱི་ཆ་ནས་བཤད་པ་ཡིན་པ་ཡིན་ན་ཡང། དང་པོ་སྐད་ཆ་བཤད་སྟངས་དེ་སྨྱོས་ལ་བྱུང་ཁྱོད་རེད་དོ། རྗེས་ལ་ཡི་གེ་དེ་བྱུང་རྒྱུ་རེད་དོ། སྐད་ཆ་བཤད་སྟངས་དེ་ཚུལ་ཡན་གྱི་ཆེད་དུ་ཡི་གེ་དེ་བྱུང་རྒྱུ་རེད་དོ། དེ་ལ་བསམ་བློ་བཏང་བ་ཡིན་ག་ཞེ་ན་ཡང་ཁ་སྐད་དེ་སྔོན་ལ་ཞག་བདུན་ན་ཏོག་ཙམ་ཡག་ག་ཡོད་རེད་བསམ་གྱི་འདུག་དེ་འདྲ་ཅིག་རེད་དོ། དེ་མ་ཡིན་པ་དེ་འདྲ་ང་མ་རེད་དེ་འདྲ་འདི་ག་རེ་རེད་ཨ། ཨང་རེད་རེད་ཡིན་དེ་བརྙན་ཐུང་ཞིག་ཡོད་བསམ་སོང་བ་དེ་ཅིག་སྟོན། ང་ང་ཡི་དེ། ང་ཚོ་བོད་པ་རང་བྱས། བོད་པ་བོད་པ་རང་ད་མ་བཙན་བྱོལ་ལ་འཁྲུངས་བའི་བོད་པ། བོད་པ་ང་ཚོ་བཙན་བྱོལ་རང་ལ་འཁྲུངས་བ་ད་མི་རབས་གསར་བ་དེ་ཚོ། དེ་ཚོ་ང་ཚོ་ཡི་གེ་དང་ཁ་སྐད་དེ་ཁ་ཁ་ཆགས་ཀྱི་ཡོད་རེད་བ། ད་འདི་འདྲས་ཀྱི་ཐོག་ནས་མ་འོངས་པར་ཡང་བུ་བོད་བོད་ཡིག་ཉམས་དོ་ཐག་ཉེ་བོ་ཆགས་ཡོད་ལ་དཀའ་ངལ་འགྲོ་གཟིགས་ཡོད་ན། ངས་ཁྱེད་ན
དེ་དཀའ་ངལ་ཆེན་པོ་ཧ་ཅང་ཡོད་མ་རེད་དེ་ཚོ་སེལ་ཏེ་ཐབས་ཤེས་དང་པོ་ཁ་སྐད་དང་བོད་ཡིག་ལ་ལོ་ཆུང་ཆུང་སྐབས་ལ་དེ་གི་ས་ཐག་ཉེ་བོ་གཏང་དགོས་རེད། དེ་ཕོ་རྒོད་ཚོ་དེ་ག་འདྲས་སེམས་སྙོབ་ཀྱི་འདུག་ངོ་ནས་དྲན་ནས་ལབ་དྲ་འགྲོ་དུས་འདི་ནི་བྱིས་པ་ཞིག་སྙོབ་ཀྱི་འདུག་ཡག་རེད་བ། བྱས་ཙང་དེ་དེའི་ཐབས་ཤེས་དང་དགོས་ཀྱི་འདུག་ཕོ་རྒོད། དེ་འདྲ་རེད་ད་ལྟ།
ཁོང་སྐད་ཞིབ་འཇུག་བྱེད་མཁན་ཞིག་རེད་གཙོ་བོ་བོད་སྐད་ཀྱི་སྐད་ཡིག་དང་དེ་དང་འབྲེལ་བའི་སྐད་ལ་དྭགས་ཀྱི་སྐད་དེ་འདྲས་ལ་ཞིབ་འཇུག་བྱེད་མཁན་ཞིག་རེད་བ། ཁོང་གིས་ག་རེ་གསུང་གི་འདུག་ཟེར་ན་སྤུ་བོ་ཆུང་ཆུང་ལ་ཨ་ནེ་ལབ་དུས་སྐབས་སུ་ཁ་སྐད་དང་དཔེ་ཉེ་བོ་བྱས་ནས་ལབ་དགོས་ཀྱི་འདུག་བ། ར། དེ་འདྲ་ཞིག་བསླབ་ཐུབ་པ་ཡིན་ག་ཞེ་ན། ཨ་ནི། དེ་དངོས་གནས་རེད་དོ་ལག་བརྡ་བྱེད་པའི་སྐབས་སུ་ཡང་དེ་ག་རང་རེད་དོ། ཨ་ནི། ག་རེ་རེད་ཡི་གེ་དང་འབྲེལ་བ་ཡོད་པས་བསླབ་ན་དཔེ་ག་ལས་ཁག་པོ་འདུག་རེད་བ། བྱས་ཙང། ང་ཚོ་དེ་ལ་དཔེ་གཟབ་གཟབ་བྱེད་དགོས་ཀྱི་འདུག་དངོས་གནས་གཟབ་གཟབ་བྱེད་དགོས་ཀྱི་འདུག་བྱས་མེད་ན་ང་ཚོ་གིས། ག་རེ་རེད་ཡི་གེ་སྲུང་སྐྱོབ་བྱེད་ཀྱིན་ཡོད་ལབ་ལབ་ལབ་བྱས། ཨ་ནི། སྤུ་གུ་དེ་ཚོ་ཚང་མ་ཉོབ་ཆུ་ཡོད་ག་ཞིག་ལས་ཀ་ཤུགས་ཆེན་པོ་བྱེད་ཀྱི་འདུག་ང་རང་ཚོ་རང་གིས་བྱེད་ཀྱི་འདུག་རེད་བ། སུ་གིས་བྱེད་ཀྱི་འདུག་རེད་ན་བོད་ཡིག་ཤེས་མཁན་དེ་ཚོ་གིས་བྱེད་ཀྱི་འདུག་རེད་བ། དེ་འདྲ་ཆགས་འགྲོ་གི་འདུག།

ཚིག་གཅིག་རང་གཅིག་དཔེ་བྱ་བ་ཡིན་ན། ཏིས་ཏིས་ལ་བས་བྱི་བ་ཏིས་ཤིག་ཏི་ད་ཏིས་ཤིག་ཏི་ད་ལའི་ཏིས་ཤིག་ཏི་འོང་ཙང་ངོ་ནས་བྱས་ན་ཏོག་ཙམ་གྱི་ཨ་ནི་ཟུར་ཆག་པ་འདྲ་བོ་ཞིག་རེད་དོ། ཁ་ཞིག་གིས་ག་རེ་བྲིས་ཡོད་ར་ན། ཏོག་སེ་བྲིས་ཡོད་ར། རྟ་ནོར་ཏོག་ག་ཏོག་ས་རིང་པོ་སེ་ཏོག་སེ། ར། འདི་བྲིས་ཡོད་ར། ན་ཉི་མ་ཡིན་ན་དེ་ཚོ་དཔེ་ཁྱད་མཚར་འདུག་ལབ་ཀྱི་ཡོད་ང་རང་ཡང་དེ་འདྲ་ཡིན་གྱི། རྗེས་ནས། ཁག་མི་འདུག་ཁོང་ཚོ་ཕ། ག་རེ་རེད་ད་ཁ་སྐད་དེ་ཕ་ཡི་གེ་ལ་བབས་ནས་སྤུ་གུ་ར་ལ་བས་ཐབས་ཤེས་བཏང་དགོས་ར།

འདི་ཏོག་ཙམ་གྱི་ཚིག་འདི་ག་རང་ལ་ཏི་ཙེའི་འདྲ་བོ་དང་ཏོག་སའི་འདྲ་བོ་དང། ཨ་ནི། དེ་འདྲའི་ཚིག་གཉིས་གསུམ་ཅིག་བྲིས་དང་གཉིས་གསུམ་ཅིག་བྲིས་ཡག་པོ་འཛུགས་དགོས་འདུག་ད། ད་ཕྱོགས་ཅིག་ནས་དེ་ཚོ་དཔེ་ཡག་པོ་རེ་བྲིས་དགོས་འདུག་ང་ནི་དངོས་གནས་བ་རང་དེ་ཚོ་དཔེ་ཡག་པོ་ག་ལ་ན་ཁ་སྐད་དང་མཐུན་ཅིག་ལབ་པའི་ཐབས་ཤིག་གཏང་གི་ཡོད་ར་ར། ད་ད་ལྟ་ང་རང་ཡིན་པ་ཡིན་ན། དངོས་གནས་བཤད་ན་ཏོག་ཙམ་བྲིས་ཨ་ནི་ལབ་དུས་སྐབས་སུ་ཨ་ནི། ག་རེ་རེད། ཏོས་དེ་འདྲ་ལབ་པས་ཏེས་དེ་འདྲ་ལབ་པས་དེ་འདྲ་ཡོད་རེད་ནས་ང་ར་འདི་སྐབས་སུ་ང་རང་ཡིན་ན་ཏོག་ཙམ་ལབ་པའི་ཐབས་ཤིག་གཏང་གི་ཡོད་ར་གང་ཡིན་ཟེར་ན་དེ་ཏོག་ཙམ་ལབ་ན་ཡང་ཨ་ནི་སྤུ་གུད་ཀྱི་ལྐུགས་མ་ཚོད་དེ་འདྲ་ཁྱེད་མི་འདུག་དག་ཆ་འདི་ལ་འགྱུར་བ་ང་ཡང་ནས་ཡིན་པ་ཡིན་ན་ཨ་ནི་ག་རེ་རེད། དག་ཆ་ལ་འགྱུར་བ་གཏང་དགོས་བ་དང་མ་གཏོང་བ་དེ་འདྲ་ཆ་གཉིས་ཡོད་བྱས་ཙང་ང་ཏོག་ཙམ་ལས་དེ་ང་ལ་འགྱུར་བ་གཏང་མ་དགོས་བ་དེ་ཡིན་ར། ཨ་ནི་མ་གཏང་ནས་ལབ་ཀྱི་ཡོད། ཨ་ནི་འདི་ཡང་མཁས་པ་ཞེ་དྲག་སྒྲུབ་གི་མེད་དོ། ཡང་ན་ཁོང་ཚོའི་ལ་ཡོན་པ་ཡོད་ན་ཡང། དཔེ་ཕན་ཐོག་ཆེན་པོ་ཡོད་བསམ་གྱི་འདུག་ག་ཡང་བསམ་ན་ཁོང་ཚོ་གི་ཁ་སྐད་དང་མཐུན་ཡང་ཐབས་ཤེས་གཏང་གི་ཡོད་རོ། འདི་གི་རང་གི་ང་དཔེ་དགའ་བོ་བྱུང་གི་འདུག་རོ། དེ་རེད། ད་ང་ཚོ་ལ་ག་རེ་རེད་ལབ་ན། གནས་ཚུལ་ཞིབ་པ་འདྲ་བོ་དེ་ང་ཚོ་སྤྱི་ཚོགས་ཀྱི་དཔེ་ཞེ་སྣང་ཞིག་བླང་གི་ཡོད་རེད། དཔེ་ཞེ་སྣང་བླང་གི་ཡོད་རེད་དཔེར་ན། ང་ཡིན་པ་ཡིན་ན། རེད་ངོ་དེབ་འདྲ་བོ་དང YouTube འདྲ་བོ་དང་དེ་ཚོ་རྣམས་ལ་ལ་ནི་བོད་ཡིག་དང་འབྲེལ་བ་ཡོད་རྒྱུ་ཁ་སྐད་དང་མཐུན་པ་ཉན་འདུག་མི་རེད་འདྲ་བོ་དང་པར་དེ་འདྲ་དཔེ་མང་པོ་བཞག་དགོས། ང་ལ་ཡིན་པ་ཡིན་ན་མཆན་དེ་འདྲ་དཔེ་མང་པོ་ལེགས་ཀྱི་ད་ལྟ་སྐུ་ཅིག་བརྡ་སྤྲོད་དང་མཐུན་པ་བྲི་རོ་བྱེད་སྟངས། འགྲོ་ཡ་ཟ་ཡ་འཐུང་ཡ་ལ་དེ་འདྲ་ང་ཚོ་བྲི་སྟངས་ཡོད་མ་རེད། རེད་བ། ཨ་ནི་ཡིན་པས་མིན་པས་ལ་དེ་འདྲ་གི་བྲི་སྟངས་ཡོད་མ་རེད། ཨ་ནི་ཁྱེད་རང་ག་རེ་རེད། ཀུན་གྱིས་ལྟ་དེ་དེ་འདྲས་མ་གནང་རོགས་ཕྱིར་འདང་སེ་འདྲས་འགྲོ་ལབ་གི་དོར་བ། ཨ་ནི། དེ་འདྲས་ཡིན་དུས་སྐབས་སུ་ད་ང་ག་རེ་ལབ་དགོས་ལབ་དང། ལབ་བཤད་ཀྱི་མི་འདུག་དེ་ཚོ་ལན་སྤྲད་བཤད་ཀྱི་མི་འདུག་ཡང་ན་གང་ཡིན་ཟེར་ན། གཅིག། དེ་བྲིས་ཐང་འཁྲུལ་ལུགས། ཨ་རེ་རེ། ཁ་སྐད་དང་མཐུན་གྱི་ཡོད་ལབ་ན། ཨ་ནི་ཁོང་ཚོ་དགའ་གི་ཡོད་ན་མེད་ན་ཧ་གོ་མི་འདུག་རེད་བ། བྱས་ཙང་ཨ་ནི་ཁ་ཤས་ལ་ཨ་ནི། དགའ་རྟགས་སྒྲོག་ཅིག་སྤྲད་ཨ་ནི་ལགས་སོ་ལབ་བྱས་དེ་འདྲས་འགྲོ་ཞག་ནང་པ་དུ་བྱས་མི་འདུག། རེད་བ། བྱས་ཙང། ད་གལ་སྲིད་ང་འགྲོ་བ་ཡིན་པ་ཡིན་ན་ད་ང་ད། ཏོག་ཙམ། མགོ་ཚོས་གི་འདུག་ད་ག་རེ་རེད་ཁ་སྐད་དེ་ད་ག་ཚོད་ག་ཚོད་ཤུགས་རྒྱག་དགོས་གི་མེད་རེད་བ། ད། ད་མི་ཁ་ཤས་ཡོད་རེད་ཁོང་ཚོ་ད་བོད་ཡིག་སྤྱི་ཚོགས་དྲ་ལམ་ནང་ལོ་ལ་བོད་ཡིག་བྲིས་ཡ་ཐབས་ཤེས་གཏང་གི་ཡོད་རེད་སོ་སོས་ཡོད་ན་འདྲ་མེད་ན་འདྲ་ཨ་ནས་ཤེས་ན་མ་ཤེས་ན་ག་ལ་བྲིས་ཡ་ཐབས་ཤེས་གཏང་གི་ཡོད་རེད། དེ་ཚོ་ལ་ཁྱེད་ཚོ་གི་དེ་འདྲའི་མཆན་བྲིས་བསྡད་པ་ཡིན་ན། ང་རང་ཚོ་བོད་པ་རང་བོད་པ་ཤེས་མཁན་བོད་ཡིག་ཤེས་མཁན་ཁྱེད་རང་ཚོ་གི་དེ་འདྲའི་མཆན་བྲིས་བསྡད་པ་ཡིན་ན་ཁོང་ཚོ་གི་བྲིས་ཡ་མཚམས་བཞག་གི་རེད་བ། དེ་དུས་སྐབས་སུ་ཨ་ནེ་ཁྱེད་རང་ཚོ་མཆན་བྲིས་ས་ཡང་རག་གི་མ་རེད་བ། བྱས་ཙང། དགའ་རྟགས་སྤྲད་ན་སྤྲད་རེད་དེ་སྤྲད་མ་ཐུབ་ན་ཨ་ནེ་དེ་འདྲས་ག་ལ་མཆན་བྲིས་མ་བསྡད་ན་དཔེ་ཡག་པོ་ཡོད་ས་རེད་ང་དེ་འདྲས་བསམ་གི་འདུག་གཞན་མེད་ན་ང་ཚོ་སྤྱི་ཚོགས་དྲ་ལམ་ནང་ལོགས་ལ་དཔེར་ན་ང་ཚོ་མཐོ་སློབ་ནས་བོད་པའི་མཐོ་སློབ་ནས་ཐོན་མཁན་དེ་ཚོ་ཡང་སྤྱི་ཚོགས་དྲ་ལམ་ནང་ལོགས་ལ་ཨ་ནེ་ཁྲས་ཁ་ཤས་ཤིག་ལ་ནོར་གི་རེད་བསམ་བྱས་ར་ཨ་ནེ་དབྱིན་ཇི་གཅིག་པུ་གཅིག་བྲིས་མཁན་དཔེ་མང་པོ་ཡོད་ད་དཔེ་མང་པོ་ཡོད་བྱས་ཙང་ང་ཚོ་ཁ་ཁྲས་ཁྲས་ད་བོད་ཡིག་བྲི་སྟངས་དེ་འདྲས་མ་རེད་དེ་འདྲས་མ་རེད་ལ་ཡ་བྱས་ད་ཕ་འོན་ཏེ་ལ་ཨ་ནེ་དེ་འདྲས་ཀྱི་མཆན་བྲིས་ཡ་མཚམས་འཇོག་བྱས་ནས་བོད་ཡིག། བྲིས་མཁན་ག་ཚོད་མང་པོ་བྱུང་གི་འདུག་དེ་ལ་ཤུགས་བརྒྱབ་ཐུབ་ན་དཔེ་ཡག་པོ་ཡོང་ས་རེད་བསམ་གི་འདུག་དེ་ཡོང་ཚ་སྤྱི་ཚོགས་ཀྱི་འཇིགས་སྣང་དཔེ་ཤུགས་ཆེན་པོ་བྱེད་དེ་ཁོ་རང་གི་ང་ཚོ་གཉའ་བཅག་བྱེད་ཀྱི་རེད་དྲ་རེད་ཨ་ནི། སློབ་ཕྲུག་ཆུང་ཆུང་དེ་ཚོ་ལ་ང་ཚོ་སྐྱེས་བསླབ་པའི་སྐབས་སུ་གང་འདྲ་བྱས་ནས་བསླབ་དགོས་ཀྱི་འདུག་ད་འདི་གི་བརྗོད་གཞི་ཅིག་ག་ལ་ང་ཁ་སང་ནས་ཤེས་ངེས་འཕྲོད་སོང་དྲ། ཨ། དེ་ག་འདྲ་རེད་འདུག་ཟེར་ན། ང་ཚོ་སློབ་ཚན་འདྲ་བོ་ཞིག་ཡིན་པ་ཡིན་ན། ད་དེ་ལ་བསླབ་མཁན་རིགས་གཉིས་ཡོད་རེད་གཅིག་སློབ་གྲྭ་གི་བསླབ་གཞི་རྩ་ཚིག་འོག་ལ་འགྲོ་མཁན་གཅིག་ཡོད་རེད་གཅིག་ད་ང་དང་ང་འདྲ་བའི་ཨ་ནེ། ག་རེ་རེད་སྒེར་གྱི་བསླབ་མཁན་གཉིས་ཡོད་རེད་ད་སློབ་གྲྭ་ཡིན་པ་ཡིན་ན། ཞེ་དྲག་ཞེ་དྲག་ཁོང་ཚོ་ལ་དགོས་རྒྱུ་བླ་ང་ཞེ་དྲག་མི་འདུག། ར། བྱས་ཙང་བསླབ་གཞི་རྩ་འཛིན་འོག་ལ་འགྲོ་བྱེད་སོ་སོ་གི་རྣམ་དཔྱོད་ག་ཚོད་བེད་སྤྱོད་བྱེད་ཐུབ་པ་ཡིན་ན་དེ་ག་རང་རེད་ར། དེ་མ་ཡིན་ན་ང་རང་ཚོ་ཡིན་པ་ཡིན་ན་ང་ཚོ་ག་རེ་ཡོད་རེད་ལབ་ན་ཟུར་ལ་སློབ་ཁྲིད་བྱེད་ཡར་འགྲོ་བོ་དང་ཟུར་སྦྱོང་འགྲོ་བོ་དང་ཕྱི་རྒྱལ་གྱི་བོད་པ་སྤུ་བོ་དེ་ཚོ་དཔེ་མང་པོ་ཡོད་རེད། ཁོང་ཚོ་ལ་བསླབ་པའི་སྐབས་སུ་ད་དེ་དུས་སྐབས་སུ་སོ་སོ་ལ་དཔེ་རང་དབང་ཆེན་པོ་ཡོད་རེད་ར། བྱས་ཙང་ཁྱེད་རང་གིས་བསླབ་གཞི་རྩ་འཛིན་སློབ་གྲྭ་གི་བསླབ་གཞི་རྩ་འཛིན་བེད་སྤྱོད་བྱེད་མཁན་དེ་ཚོ་གཞི་བཞག་ནས་ཁྱེད་རང་གིས་རྣམ་དཔྱོད་གང་ལ་སྤུ་གུ་དང་འཚམས་པ་ཞིག་སློབ་ཚན་གྲ་སྒྲིག་བྱེད་ཐུབ་ན་ཧང་སངས་ཡག་པོ་ཡོད་རེད་བསམ་གྱི་འདུག་དེ། གྲ་སྒྲིག་བྱེད་དགོས་ཀྱི་ཡོད་ན་དེ་ཨ་ནེ། ཁ་སྐད་དང་མཐུན་ན་ཡག་ས་རེད་ཡི་གེ་དང་མཐུན་ན་ཡག་ས་རེད། ཁྱོད་རང་ཧ་གོ་གི་མེད་ན། སློབ་ཕྲུག་གཉིས་ལ་ཁ་སྐད་དང་མཐུན་ནས་བསླབ། སློབ་ཕྲུག་གཉིས་ལ་ཡི་གེ་དང་མཐུན་ནས་བསླབ་དང། ག་རེ་ལ་ཡར་རྒྱས་ཡག་ག་འགྲོ་གི་འདུག་འདིའི་ཡར་རྒྱས་འགྲོ་མ་འགྲོ་དེ་ཁྱེད་རང་རང་གིས་ཧ་གོ་གི་རེད་བ། དེ་འདྲ་ཡིན་དུས་བསམ་ཕོད་ལ། ཁྱེད་རང་གི་མིག་མདུན་ལ་བུམ་པ་ཡོད་ན་བུམ་པ་རེད་བ་དང་མི་གཞན་པ་གིས་བུམ་པ་མ་རེད་ལབ་ཀ་བྱས་ན་ཁྱོད་ཡིད་ཆེས་གོ་ཡ་གོ་རེད་ཡོད་མ་རེད་གང་ཡིན་ཟེར་ན་ཁྱོད་རང་གི་མིག་མདུན་ལ་བུམ་པ་རེད་བ། བྱས་ཙང། ཁྱེད་རང་གིས་སྤུ་གུ། ཡི་གེ་བསླབ་ས་གི་སྤུ་གུ་གཉིས་དེ་ཡར་གེ་སྒྱོགས་བར་འགྲོ་འདུག་བསམ་ན། ངས་ཚང་མ་ལ་ཡི་གེ་བསླབ་ཞོར་ང་སོང་ན་ཁྱེད་རང་ཁྱེད་རང་ལ་དེ་རྣམས་བྱོས་རེད་ཁོ་ཚོ་ལ་དེ་ཡོད་རེད་ཡིན་ན་ཡང། ང་ལ་དེ་འདྲའི་རྩ་བ་ཉིད་བྱུང་མ་སོང། བྱས་ཙང་ཨ་ནེ་ཡི་གེ་དང་མཐུན་པ་ག་ཚོད་བསླབ་པ་ཡིན་ག་ཞེ་ན་སོ་སོ་གི་དེ་ལ་བབ་པའི་བསླབ་གཞི་རྩ་ཚིན་སོས་དེ་བསླབ་དེ་བསླབ་པའི་ཟེར་ཡོད་རེད་བ་དེ་ང་ཚོ་གལ་ཆེ་ཤོས་གཅིག་རེད་དོ། བྱས་ཙང་ང་ཚོ་ཟུར་ལ་སློབ་ཁྲིད་བྱེད་མཁན་གྱི་དགེ་རྒན་གཙོ་བོ་བྱས་ཚོད་དེ་ཡེངས་ཞེན་པ་ལ་དེ་ཕན་གི་ཡོད་ན། ད་སོ་སོ་གི་བསླབ་གཞི་རྩ་ཚན་ཅི་ཡོད་ར་བ་དེ། ག་རེ་རེད། ཁ་གྱེས་ག་ལ་ཞེ་བྱ་བྱས་ནས་བསླབ་ཐུབ་པ་ཡིན་ན། པོ་སྒུག་གི་དོ་སྣང་སྤྲེལ་དང་སེམས་ཤུགས་འཕར་དམག་པ་ཚང་མ་ལ་ཁེ་ཕན་ཤུགས་ཆེན་པོ་འདུག་ར་བ། བྱས་ཙང། འདི་ཅིག་ཞུ་ངེས་འཕྲོད་སོང། ཨ་ནི། ང་ཚོ་དགེ་རྒན་ཁ་ཤས་ཅིག་གིས་ག་རེ་བྱེད་ཀྱི་འདུག་ལབ་ན། བསླབ་གཞི་རྩ་ཚན་ནང་ལོ་ལ་ཤེས་ཚལ་གྱིས་ད་བྱེད་སྒོ་སྒུག་གི་ཡོད་ར་བ་ག་ཡིན་ཟེར་ན་བསླབ་གཞི་རྩ་ཚན་རེད་བསླབ་གཞི་རྩ་ཚན་ནང་ལོ་ལ་ཤེལ་རྩྭ་ཉན་རྩྭ་གློག་རྩྭ་དྲི་རྩྭ་བཞི་ཀ་གོ་རོ་རྩྭ་བཞི་ཀ་གི་སློབ་ཚན་གོ་རོ། དེ་འདྲ་ཡིན་དུས་སྐབས་སུ། ཨ་ནེ། ཤེལ་རྩྭ་གི་གླེང་མོལ་ལ་གམ་ངམ་དམ་ནམ་བོད་ཆས་བྱེད་ཀྱི་འདུག་རེད་བ། ཤེལ་རྩྭ་གི་གླེང་མོལ་ལ་གམ་ངམ་དམ་ནམ་བོད་ཆས་བྱེད་ཀྱི་འདུག་ད་དེ་འགྲིག་གི་རེད་འགྲིག་གི་མ་རེད་ད་ང་རང་ཚོ་རང་གིས་བསམ་བློ་ཅིག་བཏང་རོགས་བྱེད་དོ་རེད་བ། ཨ། སྔོན་མ་ང་ཡིན་པ་ཡིན་ན། ཨ། ག་རེ་རེད། ཤེས་རིག་སློབ་དེབ་འགའ་ཞིག་དེ་འབྲེལ་གྱི། ག་རེ་རེད་ཞུ་དག་ཞུ་དག་གི་སྡེ་ཚན་གཅིག་ནང་ལོར་ང་འགྲོ་མྱོང་ཡོད། དེའི་སྐབས་སུ་མ་འགྲོ་བའི་སྔོན་ལ་ང་ཞེ་དྲག་ཡག་པོ་ཧ་གོ་གི་མེད་དེ་འགྲོ་བའི་སྐབས་སུ་ཨ་ནི། ག་རེ་ཚོར་བ་ཤུགས་ཆེན་པོ་བྱུང་སོང་ང་ན། ཤེས་རིག་ཡིན་པ་ཡིན་ན་བོད་པ་སྤྱི་ཡོངས་ཀྱི་སློབ་དེབ་འབྲི་མཁན་ཅིག་རེད་དོ། བྱས་ཙང། གལ་སྲིད་ཁ་སྐད་བྲིས་པ་ཡིན་ན་ག་རེ་དང་མཐུན་ནས་བྲིས་དགོས་ཀྱི་ཡོད་རེད། ཁམས་སྐད་དང་མཐུན་ནས་བྲིས་དགོས་ཀྱི་ཡོད་རེད་དབུས་གཙང་སྐད་དང་མཐུན་ནས་བྲིས་དགོས་ཀྱི་ཡོད་རེད། ལྷ་ས་སྐད་དང་མཐུན་ནས་བྲིས་དགོས་ཀྱི་ཡོད་རེད་ད་ག་རེ་རེད་དེ། ཨ་མདོ་སྐད་དང་མཐུན་ནས་བྲིས་དགོས་ཀྱི་ཡོད་རེད། དེ་གི་དཀའ་ངལ་བྱུང་རྗེས་ད། ཤེས་ཚར་གྱི་གླེང་མོལ་དེ་ཡང་མང་ཆེ་བ་ཡི་གེ་ལ་དཔབ་རྒྱུ་རེད་བ། ད་འདི་ཧ་མ་གོ་ནས་ང་རང་ཚོ་བོད་པ་དགེ་རྒན་ཁ་ཤས་ཀྱིས་ཨ་ནེ་བསླབ་པའི་སྐབས་སུ་ཨ་མདོ་དུ YouTube ནང་ལོ་ལ་བརྙན་ཐུང་ཡ་ཡོད་རེད། ཁྱེད་རང་བདེ་པོ་ཡིན་ནམ་ལ་ཡ་དེ་འདྲའི་འགྲོ་བ་གི་བརྙན་ཐུང་ཡོད་རེད་བཤད། ཁ་ར། ཨ་དེ་ཚོ་ཡིན་ན་ང་ཚོ། ཁ་རས་སློབ་ཕྲུག་གིས་སྦྱངས་བྱས། ཨ་ནས། སྦྱངས་པ་ཡིན་ན་ཡང་ཁོ་ཤེས་ས་རག་གི་མ་རེད། ར། ཤེས་ས་རག་གི་མ་རེད། ཨ་ནས་དེ། སྦྱངས་པ་ནང་བཞིན་མི་གཞན་པ་ཚང་ནས་དེ་འདྲས་གོ་གི་འོར་མ་རེད། གམ་ངམ་དམ་ནང་དེ་འདྲས་དཔེ་གཅིག་པོ་གཅིག་རེད་ད། དེ་གཅིག་པོ་གཅིག་དཔེ་ཧྲག་པ་ཡིན་ན་གོ་ཡང་གོ་གི་མ་རེད། ར། དེ་ག་ནང་བཞིན་སྐད་ཆ་ཤེས་པའི་སྐབས་ཚུ་ཚིག་འབྲི་བཞེངས་སོགས་དེ་ཡང་ལུགས་དེ་གླེང་མོལ་གི། གླེང་མོལ་གི་ཁ་རེ་རེད། ག་རེ་ད་ཤེས་ཚར་གི་གླེང་མོལ་གནང་འདུག་ལ་ཚིག་འགྲིག་ཞིང་བཟོ་བླུག་གི་འདུག་བལྟས་བལྟས་དེ་གསུམ་བླུག་གི་འདུག། དེ་ཚོ་དངོས་གནས་བྱས་ན་ང་ཚོ་དངོས་གནས་སྒུག་གི་ཡོད་རེད་སྒུག་གི་ཡོད་མ་རེད་རེད་བ། ཤེས་ཚར་ཤེས་ཚར་དངོས་གནས་རེད་མ་རེད་རེད་བ། དངོས་གནས་དགེ་རྒན་ཅིག་ཡིན་པ་ཡིན་ན་སོ་སོ་གི་ག་རེ་རེད། སོ་སོ་གི་མ་ཤེས་པ་ཅིག་སློབ་ཕྲུག་ལ་བསླབ་པ་ཡིན་ན། སྐབས་རེ་བསམ་བློ་ཡག་པོ་བཏང་ན་རྟགས་སུ་མཁྱེན་ཚར་བ་འདུག་ང་ཚོ་དེ་འདྲ་དེ་རྒྱ་གར་གི་ལྟད་མོ་བ་དེ་ཚོ་གི་ག་རེ་རེད། དངུལ་ཁ་ཤས་ཀྱི་ཆེད་དུ་འབྲིའུ་འཐུང་དགོས་རེད་ཅིག་ཅིག་ལབ་ཡ་བྱས་ཁོ་རང་ཚོ་གཟུགས་པོ་ཡག་ལྟ་བྱོས་ཟེར་ང་ཚོ་ལ་འབྲིའུ་འཐུང་བྱོས་ཡ་བྱས་ཡོད་བ། ཨ་དེ་འདྲ་འདྲ་བོ་ཅིག་ཆགས་ཀྱི་འདུག་ངས་འདི་སྐད་ཆ་དེ་ངའི་དགེ་རྒན་མང་པོ་ཅིག་ལ་ཞུ་ཡ་ཞུ་མྱོང་ཡོད་ངོ་མ་ཞུ་མྱོང་ཡོད་དཔེ་མང་པོ་ཞུ་མྱོང་ཡོད་རེད་བ་གམ་གང་ཐུབ་ན་བསླབ་དགོས་རེད་དེ་མ་བསླབ་ན་ཨ་ནི་ཨ་ག་རེ་རེད་ཁོ་ཚོ་ཤེས་ཀྱི་མ་རེད་ལ་ཡ་ཅིག་ཡོད་རེད་བ། ངས་འདི་སྐབས་སུ་ག་རེ་ཞུ་གི་ཡོད་ར་ད་ཁྱེད་རང་ཟ་ཁང་ལ་བགྲོད་ནས་ཨ་ཅག་ལ་མོག་མོག་དེར་མ་ཅིག་ཡོད་དམ་ལབ་ཀྱི་ཡོད་ཨ་དེ་འདྲའི་དྲི་བ་དྲི་གི་ཡོད། ཁོ་ཚོ་དེ་ལབ་ཀྱི་ཡོད་མ་ཁོང་ཚོ་ལབ་ཀྱི་ཡོད་མ་རེད་ནའི་སྤུ་གུ་ལ་ལབ་ཀྱི་ཡོད་རེད་ད་དེ། བསམ་བློ་ཡག་པོ་ཅིག་བཏང་ན་ཁྱེད་ཚ་འུ་དུ་ཨ། བྱས་ཙང། ཁ་སྐད་དང། མཐུན་པའི་གེ། ཁ་སྐད་དང་མཐུན་པའི་གེ་ཤེས་ཚར་དང་མཐུན་པའི་གེ་གླེང་མོལ་ཡོད་མ་རེད། དཔེ་དཀའ་ལས་ཁག་པོ་རང་ཚོ་ལ་རེད་བ། དེ་འདྲའི་གེ་ཨ་ནི་བྱེད་སྒོ་དེ་འདྲ་ཡོད་མ་རེད་སློབ་ཚན་དེ་འདྲ་ཡོད་དཔེ་དཀའ་ལས་ཁག་པོ་རེད་བ། ཨ་ནི། དཔེར་ན་ང་ཚོ་སྔོན་མ་དུས་ཚོད་ཅིག་ལ་སྦི་སྦི་སི་རེད་བ། གསར་འགྱུར་དེ། གི་ནང་ལོགས་ལ་ག་རེ་གསུང་གི་ཡོད་རེད་ལབ་ན། ག་རེ་རེད། མ་བྲིས་པའི་སྐབས་སུ་མ་བྲིས་པའི་སྐབས་སུ་ང་ཚོ། ག་རེ། མེ་འཁོར་གཅིག་ནང་ལོགས་ལ་མི་གཉིས་ཕར་ཚུར་སྐད་ཆ་བཤད་པ་ནང་བཞིན་ཅིག་བྲིས་དགོས་ཀྱི་ཡོད་ལབ་ཀྱི་ཡོད་རེད་ར། དེ་འདྲ་ཡིན་འདུག་བསམ་པ་ལ། ག་ཚོད་ཀྱིས་ལས་སླ་བ་ཅིག་མ་བྲིས་བཞག་པ་ཡིན་ན་དེ་ལས་དཔག་པའི་ཀྱི་ཀློག་མཁན་མང་དུ་འགྲོ་གི་རེད་བ། བྱས་ཙང། ང་ཚོ་ཤེས་པ་ནང་བཞིན་གྱིས་བྲིས་དགོས་ཀྱི་འདུག་ཤེས་ཡ་ཁ་ཁ་བྱས་བྲིས་ཡ་བེད་ཁུ་ར་ཁ་ཁ་བྱས་ཤེས་ཡ་དེ་འདྲས་འགྲོ་བྱས་བྲིས་བ་དེ་འདྲས་བྲིས་ན། སུས་ཀློག་གི་ཀློག་ག་ལེགས་ཀྱི་རེད། ང་ཚོ་སྤུ་སྤུ་ཆུང་ཆུང་དེ་ཚོ་ལ་ཨ་ནེ་ག་རེ་རེད། བློ་ཡ་གི་ག་རེ་རེད། འདོད་པ་དེ་ག་བ་ནས་བྱུང་གི་རེད་དམ། དེ་དཔེ་ག་ལེར་ཧ་གོ་རེད་དོ། ང་རང་ཚོ་རང་གི་བསམ་བློ་གཏང་དགོས་ཀྱི་འདུག། དེ་འདྲ་སོང་ཙང་ང་ཚོ་ཤེས་པ་ནང་བཞིན་གྱི་བྲིས་ཐུབ་པ་ཅིག་གོ་གི་འདུག། དེ་ཅིག་རེད་དོ། རེད་དོ། དེ་འདྲ་ཅིག་རེད་དོ། ད། ང་ཚོ་བོད་ཡིག་དགེ་རྒན་གྱི་ལས་འགན་འདྲ་པོ་ཞིག་ད་སྐད་ཆ་བཤད་དགོས་རེད་བ། ང་རང་འགྲོ་པའི་ཡིན་ན། ད་ལྟ་ག་རེ་རེད་བརྙན་ཐུང་འགྲོ་བཟོས་ད་རྩ་ཁ་ཚིག་མང་པོ་བྱེད་དགོས་ད་དེ་གི་ཞུ་གུ་ཞུ་གུ་ཕན་ཐོགས་གི་རེད་ལབ་ན། ད་ཕན་མ་ཐོགས་ཁ་ད་ཡོད་མ་རེད་ཕན་བརྒྱ་ཆ་བརྒྱ་ཐོགས་གི་འདུག་ཡིན་ན་ཡང་སོ་སོ་གི་འདོད་པ་རྣམས་བཞག་གི་མི་འདུག་ང་དེ་སྐོར་ལ་ག་རེ་རེད་ཁ་བཟོ་བ་རེད། ཐབས་ཤེས་སྒྲོ་མང་པོ་འཚོལ་བསྡད་ཀྱི་ཡོད་རེད་བ། ད་ང་ང་རང་ཡིན་པ་ཡིན་ན། ག་རེ་རེད་སོ་སོ་གྱི་སློབ་ཚན་གསར་བ་དེ་འདྲ་གྲ་སྒྲིག་བྱེད་བསྡད་ཀྱི་ཡོད། ཨ་ནེ་དེ་ག་ནང་བཞིན། ང་འདྲ་བའི་གི་དགེ་རྒན་དཔེ་མང་པོ་ཡོད་རེད་ཁོང་ཚོ་གྱི་སློབ་ཚན་གྲ་སྒྲིག་བྱེད་སོ་སོ་སོ་སོ་སྒེར་གྱི་སློབ་ཚན་གྲ་སྒྲིག་བྱེད་ཀྱི་ཡོད་པ་དཔེ་མང་པོ་མཐོང་སོང་རེད་བ། ད་ང་ཚོ། བོད་ཡིག་དགེ་རྒན་རྡོ་རྗེ་ཡིན་པ་ཡིན་ན། ག་རེ་བྱེད་དགོས་གི་འདུག་ལབ་ན། ད་དཔེར་ན་རང་དབང་ཡོད་མཁན་དེ་ཚོ་ལ་ཡིན་ད། ཁྱེད་རང་ཚོ་ཡིན་པ་ན་སོ་སོ་གི་ཁ་སྐད་དང་མཐུན་པའི་གི་གླེང་མོལ་བཟོས་ཡ་དཔེ་གལ་ཆེན་པོ་རེད་དོ། ཁ་སྐད་དང་མཐུན་པའི་གི་གླེང་མོལ་བཟོས་སོང་ན། ཨ་ནི་ང་ཚོ་ཁ་སྐད་དང་མཐུན་པའི་གི་ཞེ་ས། དེ་གི་སྟོང་ཆ་ཤུགས་ཆེན་པོ་ཞུ་བའི་ཁ་སྐད་དང་མཐུན་པའི་གི་ཞེ་ས་ཅིག་ཡོད་ར། ང་ཚོ་དེ་ཨ་ནི། ག་རེ་རེད། སྟོང་ཆ་དཔེ་ཤུགས་ཆེན་པོ་བྱོས་རེད། རེད་བ། བྱས་ཙང་དེ་འདྲའི་སྒང་ལ་ཡང་ཨ་ནི། ཁ་སྐད་དང་མཐུན་པའི་གི་ཞེ་ས་གཅིག་པོ་ཅིག་ལ་ཨ་ནེ་བསླབ་གཞི་རྩ་འཛིན་ཅིག་བཟོས་པ་ཡིན་ན་གནས་ཚད་དམའ་བ་འབྲིང་བ་མཐོ་བ་དེ་འདྲའི་རིམ་པ་གསུམ་ཞིག་བཟོས་ཐུབ་པ་ཡིན་ན་ཡང་དཔེ་ཕན་ཐོགས་ཆེན་པོ་ཡོད་ས་རེད་རེད་བ། ཨ་ནེ། བྱས་ཙང་ད་ང་ཚོ་གི་ག་རེ་རེད་དགེ་རྒན་ཚོ་གི་ཁ་སྐད་དང་མཐུན་པའི་གི་ཡིག་ཆ་མང་པོ་བཞི་བོ་བཟོས་དགོས་གི་འདུག་དེ་བཟོས་མ་ཐུབ་ན་ད་དཔེ་ན་ང་ཚོ་ཡི་གེ་དང་མཐུན་པ་ད་དཔེ་མང་པོ་ཡོད་རེད་མིན་ད་དཔེ་ན་ལེགས་བཤད་ཅོ་ཝང་དང་དེ་ཚོ་ཚང་མ་ཧང་སངས་ཡས་མང་པོ་ཡོད་རེད། ཁོ་ཚོ་ཁ་རས་ལེགས་བཤད་བྱུང། བརྡ་སྤྲོད་ཀྱི་བྲེལ་བ། ཁྱེད་ཀྱིས་ངས་ང་ས་རཱ་ལ་སློབ་སྦྱོང་བྱེད་པའི་སྐབས་སུ་ཉིས་བརྒྱ་ལྔ་བཅུ་སུམ་བརྒྱ་དེ་བ་ཞིག་ཡོད་རེད་ཟེར་གྱི་འདུག་དེ་ཚོ་ཚང་མ། ཡི་གེ་དང་མཐུན་པ་རེད་འོང་ཚོ་ཁ་སྐད་དང་མཐུན་པ་ཡོད་མ་རེད་རེད་བ། ད་ཁ་སྐད་དང་མཐུན་པ་དང་ད། སུ་གི་ཤུགས་རྒྱག་གི་འདུག་ལབ་ན། ཨིན་ཇིའི་མིའི་བོད་ཡིག་བྱང་ཚང་རྒྱལ་ཁོང་ཚོ་གི་ཤུགས་རྒྱག་གི་ད། ད་ཁོང་ཚོ་གི་ཧ་གོ་གི་ཡོད་རེད། ཁ། བོད་སྐད་ཀྱི་ཁ་སྐད་དེ་ག་ཚོད་མཁས་ཆེན་པོ་ཡིན་པ། ར། ཡིན་ན་ཡང་ང་རང་ཚོ་བོད་ཡིག་ཤེས་མཁན་ཁོ་རང། ཞིག་བོད་ཡིག་ཤེས་མཁན་ང་ཚོ་གི། ཨ་ནི་དེའི་ངོས་འཛིན་བྱེད་ཐུབ་ཀྱི་ཡོད་མ་རེད། ར། བྱས་ཙང་ད་འདི། ངེད་ཀྱི། ལབ་ཡ་དེ་ད་ལྟ་འདི་རྣམས་ན Andrew Bloomfield དང་དབྱངས་སྐྱིད་ཆེ་རིང་ལབ་ཀྱི་འདུག་ར། དབྱངས་སྐྱིད་ཆེ་རིང་ལབ་ན་ཕལ་ཆེར་ལ་དྭགས་ཀྱི་མི་ཞིག་ཡིན་པའི་བཟོ་བྲོ་ཞིག་འདུག། རེད་བ། ཁོ་ཚོ་གིས་དེ་བྲིས་འདུག་ཨང་འདི་དཔེ་དགའ་སོང་ད་རེད་བ། འདི་ནང་ལོ་ལ་ཁ་སྐད་དང་མཐུན་པ་འདི་ནང་ལོ་ལ། དབྱིན་ཇི་ཡང་ཡོད་རེད། ཨ་ནི་ག་རེ་རེད་ཨ་ནི Tibetan Phonetic ལབ་ཡོད་རེད་བོད་སྐད་ཀྱི་སྒྲ་གདངས་ཡང་ཡོད་རེད་འདི་ནང་ལོ་ལ། འདི་ང་རང་ཉོས་འདུག་བྱུང་དེ་ཁོ་ཚོ་གིས་གང་བྲིས་བྲིས་ཡོད་མེད་རེད་བ། ཡང་འདི་ནང་ལོ་ལ་སྐྱོན་ཆ་ག་རེ་ཡོད་རེད་ན། དག་ཆ་དཔེ་མ་བོད་ཡིག་གི་དག་ཆ་དཔེ་མང་པོ་ནོར་ཡོད་རེད། བོད་ཡིག་གི་དག་ཆ་དཔེ་མང་པོ་ནོར་ཡོད་རེད། བྱས་ཙང། ང་ཚོ་གིས་འདི་ནང་འདི་ལ་ལྟ་ནས་ང་ག་རེ་ཚོད་དཔག་བྱེད་འདུག་སོང་བསམ་ན། བོད་ཀྱི་དག་ཆ་ནོར་ན་གལ་གང་ཡང་མི་འདུག་གང་ཡིན་ཟེར་ན་འདི་སྒྲ་གདངས་ག་ལ་ང་ཚོམ་ཏག་ཏག་སླེབས་ཀྱི་འདུག་རེད་བ། བྱས་ཙང། ག་རེ་རེད། ཁ་སྐད་སྦྱང་མཁན་དེ་ཚོ་གིས་འདི་ལ་ལྟ་ནས་རེད་བ་ཁ་སྐད་བརྒྱ་ཆ་བརྒྱ་ཡག་པོ་རྒྱག་ཐུབ་ཀྱི་རེད་བ། ཡིན་ན་ཡང་ང་ཚོ་བོད་ཡིག་བོད་པ་ཚོ་གིས། བོད་ཡིག་ཤེས་མཁན་ཚོ་གིས་ད་ང་ཚོ་བོད་ཡིག་ཤེས་མཁན་ཚོ་རེད་ད། ཆེས་འཕྲིན་མཁན་ཚོ། ང་ཚོ་གིས། ཁ་སྐད་དང་འབྲེལ་བའི་ཡིག་ཆ་བཟོས་སོང་ན་ང་ཚོས་གི་དག་ཆ་ཏག་ཏག་བྲིས་འདུག་གི་རེད་བ། ང་ཚོ་དེ་ལ་ནི་བྱང་ཆུབ་པ་རེད་ལབ་གི་ཡོད་རེད་བ་ང་ཚོས་དེ་གི་དག་ཆ་ཏག་ཏག་བྲིས་འདུག་གི་རེད་བ། ག་རེ་བྲིས་ཡོད་ར་ན། རྐུབ་བཀྱག་དེ་ར་ག་ད་ཀའི་ད་ཀྱག་ཀ་ཀྱག་བྲིས་ཡོད་རེད། གོང། ཆེན་པོ་འདུག་གི་གོང་དེ་ཁ་ན་རོ་ཁོང་ང་ཁོང་བྲིས་ཡོད་རེད། ཨམ། ལྷམ། གོག་དེ་ལྷམ། ར་ག་ད་ཀ་ན་རོ་ཀོག་ཀ་ཀོག་དེ་འདྲ་རེད་བ། ཨེ་འདྲའི་རོ་ཤེར། རེད་བ། དེ་ཚོ་དག་ཆ་དེ་ཚོ་ད། ཁ་སྐད་ཡིན་ན་རེད་ཡིག་སྐད་ཡིན་ན་རེད། ནོར་ན་ནོར་བ་རང་རེད། དེ་ལ་ཨེ་འདྲའི་ཞུ་བོ་ཧང་སང་ཡང་ལབ་ས་དེ་འདྲ་ཡོད་མ་རེད། དེ་ཚོ་ནོར་བ་ཡིན་ག་ཤེ་ན་ཡང། ང་ཚོ་བོད་པ་གི་ཁ་སྐད་དང་ཁ་སྐད་དང་མཐུན་པའི་གི་ཡིག་ཆ་ཞིག་ཆགས་ཀྱི་ཡོད་རེད་ནས་གསུམ་པ་སྐྱོ་བོ་ག་རེད་ལབ་ན། བོད་པ་གཅིག་གིས་བྲིས་ཡོད་མ་རེད། བོད་ཡིག་ཤེས་མཁན་གཅིག་གིས་བྲིས་ཡོད་མ་རེད། ཤེས་འཁྲི་མཁན་ཚོ་གིས་བྲིས་ཡོད་མ་རེད། རེད་བ། བྱས་ཙང། རེད། ད་རྗེས་མ་ག་ལེ་ག་ལེ་ཁ་སྐད་དེ་ཨིན་ཇིག་གི་བདག་པོ་རྒྱག་བྱེད། ཀྱི། མི་རིགས་གཞན་པ་གི་བདག་པོ་རྒྱག་བྱེད་ཡི་གེ་དེ། བོད་པ་རང་གི་བདག་པོ་རྒྱག་ཡ་ངེས་ཅིག་ཆགས་ས་རེད་ར། ད་འདི་གི་སེམས་པ་སྐྱོ་བོ་ཅིག་འདུག་འདི་དངོས་གནས་སེམས་པ་སྐྱོ་བོ་རེད་ད་བྱས་ཙང་ང་ཚོ་ད་ལྟ་ང་དང་ཡང་གི་གྲོགས་པོ། ཅིག་ཡོད། ཁོ་གི་ཁ་སྐད་དང་འབྲེལ་བ་ཡོད་པའི་གི་ཨ་ནི་ཡིག་ཆ་དེ་འདྲ་བཟོས་གི་འདུག་ར། ཨ་དེ་འདྲ་ནང་བཞིན་ཁ་སྐད་དང་བསྟུན་པའི་གི་ཡིག་ཆ་དེ་འདྲ་ད་ལྟ། ཨི་སུ་ཀེ་ཡ་ལ་ཡོད་རེད་རང་བྱུང་ཡེ་ཤེས་ལ་ཡོད་རེད་ས་ར་ལ་ཡོད་རེད། ཡོད་ར་ཡིན་ན་ཡང་ད་དུང་ཡང་དཔེ་ཉུང་དྲག་རེད། གང་ཡིན་ཟེར་ན་ང་ཚོ་ད་ལྟ་བོད་གཞན་གྱི་དཔེ་མང་པོ་ཡོད་རེད་བ། དེ་ལ་བསམ་བློ་བཏང་ཁ་ཆེན་དཔེ་ཉུང་དྲག་རེད། ད་འདི་བྱོས་ཙང་བོད་གཞན་མཁན། གཙོ་བོ་ད་དགེ་རྒན་ཚོ་ཁྱེད་རང་ཚོ་གི་ཤུགས་རྒྱབ་ན་ཡག་པོ་འདུག་ད་ང་ཚོ་ང་ཚོ་ལབ་གོ་ར་ང་རང་ཚོ་གི་ཤུགས་རྒྱབ་ན་ཡག་པོ་འདུག་དེ་རྒྱབ་མ་ཐུབ་ན་ཨ་ནི་ག་གེ་དེ་ཤོར་འགྲོ་ཡོང་བ་རེད། ད་འདིའི་སྐབས་སུ། ཕ་མ་གི་ལས་འགན་ཅིག་ཡང་འདུག་བར་བ། ཕ་མ་གི་ལས་འགན་ཅིག་ཡང་འདུག། ཕ་མ་མང་ཆེ་བ་གིས། སྐད་ཆ་ཞིག་དང། སོ་སོ་སོ་སོ་ལ་ནུས་པ་མེད་པར་འགྲོ་བ་སྐད་ཆ་བཤད་ཀྱི་འདུག་ཡ་དེ། ཏོག་ཙམ་སེམས་པ་སྐྱོ་བོ་འགྲོ་རེད་ཡ། དཔེར་ན། ཚིག་མང་ཆེ་བ་ཕ་མ་ཚོ་གི་གོ་ཚ་རྒྱོ་ཆེ་ཡིན་ན་ཡང་དྲན་པ་ཅན་དུ་ཡུན་རིང་པོ་ཆ་རྒྱོ་ཡང་དེ་འདྲ་ཡང་འདུག་ཚིག་ཁ་ཤས་ཚར་གཅིག་གཉིས་སྦྱང་ན་ཡང་ཨ་ནེ། རྒྱུ་མཚན་ལ་བསམ་བློ་བཏང་ཕྱིར་ལམ་སང་སེམས་ལ་ཉལ་ཐུབ་པའི་དེ་འདྲ་འདུག་དེ་སྤུ་གུ་དེ་སྤུ་གུ་ལ་དེ་འདྲ་གི་རྒྱུ་མཚན་འདྲ་བོ་དང་ཨེ་འདྲའི་བག་ཆགས་དེ་འདྲ་ཡོད་མ་རེད་ཕ་མ་ལ་ཡོད་པ་ནང་བཞིན་འདྲ་ཆེ་ཙང། ང་ཚོ་དེ་ག་རེ་རེད། བུན་ཇ་ལ་གིར་བ། དོ་ལུ་མ། སློབ་གྲྭ་ནས་སྤུ་གུ་དེ་ཚོ་གི་ཚིག་གསར་པ་དཔེ་མང་པོ་སྦྱང་སླེ་གི་འདུག་འདྲ་ཕ་མ་དེ་ཚོ་ཡ་མེད་རེད་འདོད་ཡ། ཨ་པོ་དེ་ཚོས་སྦྱང་བྱས་ག་རེ་བྱས་སུ་མཉམ་དུ་སྐད་ཆ་བཤད་དགོས་རེད་སྐད་ཆ་བཤད་ས་ཁྱོད་ཚོ་རེད་བ། བྱས་ཙང་ཁྱེད་རང་ཚོ་གཙོ་བོ་ད་སྐྱིད་མང་པོ་ཡོད་རེད་དེ་དེ་ནང་ལ་ད་ལྟ་དེ་འཛིན་གྲྭ་བཅུ་གཅིག་བཅུ་གཉིས་བར་དུ་ད་ནི་ག་རེ་རེད་ནང་སྦྱོང་གཞན་པ་ལ་རོགས་པ་བྱས་ན་ཡང་སྐད་ཆ་བཤད་གཙོ་བོ་དེ་བོད་སྐད་ག་ལ་ཤུགས་རྒྱག་པའི་ཐབས་ཤེས་གཏང་གི་ཡོད་ར། བྱས་ཙང་བོད་སྐད་ལ་ཤུགས་རྒྱབ་མ་རྒྱབ་ཡོད་མ་རེད་ད་ལྟ་གལ་སྲིད་ཁྱེད་རང་ཚོ་གིས་ཁོང་ཚོ་གིས་བོད་ཡིག་དང་འབྲེལ་བའི་ཚིག་གསར་པ། ཚིག་ཟབ་དཔེ་མང་པོ་ཡོད་རེད། ཁྱེད་རང་ཚོས་ཧ་མ་གོ་བར་ཁྱེད་རང་ཚོ་ཧ་གོ་ནས་དྲིན་པ་བྱེད་པ་དཔེ་མང་པོ་ཡོད་རེད། དེ་མཉམ་དུ་སྦྱངས་བྱས་མཉམ་དུ་བེད་སྤྱོད་བྱེད་ཐུབ་ན་ཧང་སང་ཡག་པོ་འདུག་དེ་མིན་ན། སྤོ་གོ་དེ་ཚོ་སློབ་གྲྭ་ལ་ག་བར་བེད་སྤྱོད་བྱེད་ཡ་རེད་སྐར་མ་བཞི་བཅུ་འཛིན་གྲྭ་ཡོད་རེད་དེ་ནང་ལོ་ལ་སློབ་ཕྲུག་ཉི་ཤུ་ཟོས་རེད། ནི། ག་རེ། ཚིག་གསར་པ་གཅིག། བཤད་ནས་གོ་མ་ཡ་ལ། ཉི་མ་རེ་རེ་རེ་རེ་ལ་ཨ་ནི། ཚར་བདུན་དེ་བེད་སྤྱོད་བྱེད་ཐུབ་པ་བྱེད་གོ་གི་རེད་ལབ་གི་འདུག་དཔེར་ན་དོ་ལུ་མ་འགྲོ་ཡིན་ག་ཅེ་ན། ཉི་མ་གཅིག་ལ་ཚར་བདུན་ལབ་ཐུབ་བའི་གི་གནས་ཚད་ཅིག་བཟོས་གོ་གི་འདུག། ཁོར་ཡུག་ཞིག་བཟོ་དགོས་དང་དེ་ཁོར་ཡུག་དེ་ཁྱོད་ཚོ་མ་ད་ཆ་ཁྱོད་ཡོད་མ་རེད་སློབ་གྲྭ་བྲོས་ནས་དགེ་རྒན་ནི་ཉི་མ་རྟག་པ་རེད་ཞེས་ཁ་པར་བཏང་ནས་དོ་ལུ་མ་དོ་ལུ་མ་ལབ་དེ་གི་མ་ར་ག་ར། ག་རི་སྦྱང་ཡོད་མེད་ཁྱོད་རང་ཚོ་མཉམ་དུ་སྦྱང་བྱས་ཁྱོད་རང་ཚོ་ཡང་སྦྱང་དགོས་ཀྱི་ཡོད་ར་གྱང་སྲིད་ན་ཨ་ག་རེ་རེད། བོད་པ་བོད་སྐད་གཙང་མ་རྒྱབ་ཨ་ནས་སློབ་ཕྲུག་ལ་བོད་སྐད་གཙང་མ་ལབ་ཐུབ་ཀྱི་ཡིན་ལབ་ངེས་ཡང་ཅི་ཁྱོད་རང་ཚོ་ར། ཁྱེད་ཚང་ཨ་ནི་ཁྱེད་རང་ཚོ་གི་དེ་འདྲི་ག་ལ་ཤུགས་རྒྱག་མ་ཐུབ་ན་དྲང་པོ་བཤད་ན་རེད། ལག་པ་གཅིག་རང་གྱི་ཕ་ཚོ་གཡུག་ཏེ་སྐྱོད་འགྲོ་བ་ཞིག་རེད་འདུག་ཨ་ནི་སྐྱེས་ནི་ཁུག་མ་རེད་ར། ཁྱེད་རང་ཚོ་ཕ་ཆོས་ནས་ལག་པ་གཅིག་བརྡབ་ད་ཕལ་ཆེར་སྐྱེས་ཁུག་གི་རེད། རེད་ད། དཀའ་ངལ་ཆེ་ཤོས་སེམས་ཁྲལ་ཆེ་ཤོས་དེ་དེ་རེད་ད་ཚང་མ། ཚང་མ་གི་སེམས་ཁྲལ་ཆེ་ཤོས་ག་རེད་ན། ཕ་སྐད་མང་པོ་ཁྲིད་ཐུབ་ན་ཡི་གེ་བརླག་འགྲོ་གི་རེད་ལ་དེ་རེད་ར།

ད་ཤོ་མཉམ་དུ་སྐད་ཆ་བཤད་དགོས་གྲོས་བསྡུར་བྱེད་དགོས་ལབ་ན་སླེབས་རོགས་ཞིག་ཡིན་མ་རེད་དཀའ་ལས་འོང་དེ་ཡོད་ད་ར། གྲོས་བསྡུར་བྱེད་དགོས་ག་རེ་བྱེད་ནི་རེད་ག་རེ་བྱེད་ནི་མ་རེད་ང་གང་ཡིན་ཟེར་ན་ང་གཉིས་མ་དགེ་རྒན་གསར་འབྱོར་ཚར་མང་པོ་སྤྲད་མྱོང་ཡོད་ར། དེ་ནང་ལོ་ལ་དགེ་རྒན་མང་པོ་མཉམ་དུ་གླེང་སྐད་ཆ་བཤད་མྱོང་ཡོད་དེ་ད་བཤད་མྱོང་གི། ཁོང་ཚོས་གི་ཚང་མ་དང་པོ་འགོ་བཙུགས་དུས་སྐབས་སུ་ག་བ་ནས་འགོ་བཙུགས་གི་རེད་ན་ཁ་སྐད། ནི་འགོ་བཙུགས་ཀྱི་རེད། རོ་ཨ་ནི་འདི་དང་ལེགས་བཤད་སྦྱོང་བ་བློ་འཛིན་བྱེད་དགོས་རེད། འདི་གཉིས་ད་བརྗོད་གཞི་གལ་ཆེ་ཤོས་གཉིས་དེ་རེད་ད། ཨ་ནི་རྙོག་དྲ་ཚ་ཤོས་གཉིས་དེ་རེད་ད་བརྗོད་གཞི་གཙོ་བོ་གཉིས་དེ་རེད། ཁ་སྐད་དེ། ཨ། ཁ་སྐད་དེ་ཚང་མ་མང་པོ་ནི་བརྡ་སྤྲོད་ནང་ཐོན་གྱི་མི་འདུག་བརྡ་སྤྲོད་ད་ཡིན་གཅིག་མིན་གཅིག་མཐུན་འདུག་པ་བྱེད་དགོས་འདུག་མཐུན་འདུག་པ་བྱེད་དགོས་འདུག་ལབ་རྐྱང་རྐྱང་ལབ་དགོས་འདུག་རེད། རེད་ད། དང་པོ་ག་རེ་ལབ་ན་ངས་འདི་སྔོན་ལ་ཞུས་པ་ནང་བཞིན་བརྡ་སྤྲོད་ད་མང་པོ་མཐུན་ཡང་མང་དྲགས་ན་དང་པོ་པོ་ཀོ་དེ་ཚོ་བྱང་ཁ་གླེགས་ཀྱི་མ་རེད་ཁྱོད་རང་ཚོ་བྱང་ཁ་གླེགས་ཀྱི་མ་རེད། ལ། བསམ་བློ་ཡག་པོ་དེ་ལ་འཛིན་གྲྭ་བཅུ་གཅིག་བཅུ་གཉིས་ཀྱི་སྤུ་གུ་ཚང་མ། ག་རེ་རེད་བོད་ཡིག་ཀློག་ཤེས་ཀླག་མ་ཤེས་ལ་རེད་འདུག་ལའི་གོ་ཡ་དེ་འདྲ་འདུག་ལ། དེ་འདྲའི་གི་གནས་ཚད་ལ་བརྒྱ་ཆ་བརྒྱ་སླེབས་གི་རེད་གང་ཟེར་ན་ཝང་ནས་སླེབས་གི་མ་རེད། ཨ་ནས་ད་ལྟ་ག་རེ་རེད། འོན་ཏེ་འོན་ཏེ་ཅིག་རེད། ད། ཁ་སྐད་བྲིས་མཁན་མང་དུ་སླེབས་ན་བྲིས་མཁན་མང་དུ་སླེབས། ཁ་སྐད་བྲིས་མཁན་མང་དུ་སླེབས་ན། བོད་སྐད་བོད་ཡིག་བྲིས་མཁན་མང་དུ་སླེབས་ཀྱི་ཡོད་རེད། ལ། བོད་ཡིག་བྲིས་མཁན་མང་དུ་སླེབས་སོང་ན། བོད་ཡིག་དང་འབྲེལ་བ་ཡོད་དཔེ་ཀྱི་སྐད་ཆ་མང་དུ་མང་དུ་འགྲོ་གི་རེད། བོད་ཡིག་དང་འབྲེལ་བ་ཡོད་དཔེ་ཀྱི་སྐད་ཆ་མང་དུ་མང་དུ་འགྲོ་སོང་ན་དེ་ལ་དབྱེ་བ་གཉིས་ཁ་སྐད་དང་ཡིག་སྐད་གཉིས་ཡོད་རེད། ཨ་ནི། དེ་འབྲེལ་གྱི་སྐད་ཆ་བཤད་ཡ་ཡང་མང་དུ་མང་དུ་འགྲོ་གི་རེད། དེ་འདྲ་མང་དུ་འགྲོ་སོང་ན་ཁ་སྐད་ག་རེ་ཡིན་པ་ཡིག་སྐད་ག་རེ་ཡིན་པ་དེ་འདྲ་ཡང་སེལ་དུ་སེལ་དུ་འགྲོ་གི་རེད། དྲ་བ། དང་པོ་ང་ཚོ་ག་རེ་གོ་རེད་བོད་ཡིག་བོད་ཡིག་ཁྲི་སྐད་མང་པོ་གོ་འདུག་ཨ་ཡ་བོད་ཡིག་ཁྲི་སྐད་བརྒྱ་སླེབས་སོང་ན། འདི་ནང་ལོ་ན་བརྒྱ་ཆ་ལྔ་བཅུ་ཁ་སྐད་ལ་འགྲོ་བརྒྱ་ཆ་ལྔ་བཅུ་ཡིག་སྐད་ལ་འགྲོ་སྲིད་གི་རེད། དང་པོ་ནས་བ་ནས་མི་གཉིས་མ་དུ་མ་སླེབས་ན། ཨ་ནི་དཔེ་དཀའ་ལས་ཁག་པོ་རེད་དོ།

ཁ་ཤས་ཀྱིས་ག་རེ་ལབ་གི་འདུག་ཟེར་ན། ག་རེ་རེད། བརྡ་སྤྲོད་གཙང་མ་བྲིས་གོ་གི་ཡོད་རེད་ལབ་གི་འདུག་ཡི་གེ་བྲིས་པའི་སྐབས་སུ་ད། ང་སྔོན་མ་དེ་འདྲ་ལབ་གི་ཡོད། ག་རེ་རེད། བརྡ་སྤྲོད་ཡིན་གྱི་མིན་གྱི་གཙང་མ་དགོངས་བྲིས་གོ་མི་འདུག་ལབ་གི་ཡོད། བོད། བོད་སྐད། བོད་སྐད་གཙང་མ་བོད་སྐད་གཙང་མ་ཞིག་མ་བྲིས་འདུག་པ་ཕྱིར་ད། ཨ་ནི། བརྡ་སྤྲོད་དང་མཐུན་པར་སྐད་ཆ་གཙང་མ་ཞིག་བཤད་ཐུབ་གོ་མི་འདུག་བོད་སྐད་གཙང་མ་གཅིག་མ་ཤེས་སྟོབས་པ་ཆེ་ད། འགྲིག་གི་ཡོད་རེད་ད་ང་འདི་དཔེ་མང་པོ་ཞུ་གི་ཡོད་དེ་ག་རང་ལ་ང། དགེ་རྒན་གཞན་པ་ཚང་མ་མཉམ་དུ་ཡང་གྲོས་བསྡུར་དེ་ག་རང་ག་ལ་བྱེད་ཀྱི་ཡོད་ར། དེ་བཅུ་དགོས་རྒྱུ་མཚན་གཙོ་བོ་གཅིག་ག་རེད་ན་འདི་སྔོན་མ། རྒྱལ་ལགས་ཀྱི་མཚན་དྲིན་པ་བརྗེད་འདུག་ཡ་ད་ལྟ་དཔེ་མཛོད་ཁང་ནང་ལ། སྐད་གཉིས་པ་ཚུལ་དུ་བོད་ཡིག་བསླབ་སྟངས་ཀྱི་ཨ་ནི། ཟབ་སྦྱོང་ཞིག་འགྲོ་སོང་ང། དེའི་སྐབས་སུ་ཨ་ནི་དགེ་བཤེས། ལྷག་ཏུ་ལ་ཡང་ཞུགས་འདུག། རྒན་ན་ག་ཡང་བཞུགས་འདུག་དེ་ག་ན་ཞེས་རྒན་ལ་མང་པོ་བཞུགས་འདུག་དེ་སྐབས་སུ། ཟབ་སྦྱོང་གནང་མཁན་དེ་ག་རེ་སེམས་ཁུར་དེ་ཟེར་ན། བོད་ཡིག་གི་བརྡ་སྤྲོད་དེ་གིས་བོད་སྐད་ཀྱི་བརྒྱ་ཆ་བཞི་བཅུ་ལྔ་བཅུ་མ་དེ་མཚོན་ཐུབ་ཀྱི་མ་རེད་གསུང་གི་འདུག་ཨ། དེ་འདྲ་གསུང་འདུག་སྐབས་སུ་བརྒྱ་ཆ་བཞི་བཅུ་ལྔ་བཅུ་མཚོན་ཡ་དེ་བརྡ་སྤྲོད་ཀྱི་ཡིན་པ་ཡིན་ན་བརྒྱ་ཆ་བཞི་བཅུ་ལྔ་བཅུ་ཁ་སྐད་ཡིན་སྐད་ཆ་རེད་བ་ད། མ་རེད་བས། ཁ་སྐད་ཡིན་པའི་སྐད་ཆ་རེད་བ། བྱས་ཙང། ཨ་ནེ། བརྡ་སྤྲོད་དང་མ་མཐུན་པ་ཡིན་ན་ཡང་བོད་སྐད་དང་མཐུན་པ་དེ་འདྲ་ཡོང་ཆོག་གི་ཡོད་རེད་གོ་བ་རེད་དོ་དེ་ནས་རེད་བ། ད་བོད་སྐད་དང་མཐུན་པ་ཡོང་ཆོག་གི་ཡོད་ན་ཨ་ནི་ཡིན་གཅིག་མིན་གཅིག་དེ་གོ་བ་ག་རེ་རེད་རེད་བ། bad ག་རེ་རེད bad ཁོ་རང་ཏག་ཏག་ག་རེ་རེད་རེད། ཁ་ནས་དོན་ཚིག་ཚང་མ་བྲིས་སྐད་ཆ་དེ་མ་རེད་བ་རེད་བ། ཡིན་ན་ཡང། ཁ་ནས་བཤད་པ་ནང་བཞིན་མ་བྲིས་བཅུག་ག་ཡོད་རྒྱོ། ཁ་ནས་བཤད་པ་ནང་བཞིན། ཨ་ནེ་སློབ་ཕྲུག་ལ་བསླབ་ཡ་ཡོད་རྒྱུ་དེ་འདྲས་ཀྱི་གནས་ཚད་ཅིག་ད་ང་ཚོ་གི་བཟོས་ཐུབ་པ་བྱེད་དགོས་ད་དེ་ང་ཚོ་བཟོས་ཐུབ་ཀྱི་མིན་ད། ར། ག་ཡིན་ཟེར་ན་འདི་བཟོས་མ་ཐུབ་པའི་རྒྱུ་མཚོན་ད་གཙོ་བོ་ཆེ་ག་རེད་ལབ་ན། ཨ། ག་རེ་རེད། ཐབས་ལམ་ཡོད་མཁན་མི་ཅིག་ཐབས་ལམ་ཡོད་མཁན་གྱི་མི་དེ། ཨ། སྡེ་ཚན་ཁ་ཁ་ཅིག་ནང་ལ་འདུག་ཁོ་གི་བསམ་ཚུལ་སྤུངས་ནས། དེའི་འོག་ལ་ལས་ཀའི་བྱེད་མཁན་དེ་སྡེ་ཚན་ཁག་ཁག་ཅིག་རེད་འདུག་སྡེ་ཚན་ཁག་ཁག་གིས། ལས་ཀ་བྱེད་པ་དེ་ཞུ་དག་བྱེད་མཁན་གྱི། སྡེ་ཚན་དེ་ཁག་ཁག་ཅིག་རེད་ད། དེ་ཞུ་དག་བྱས་ཚར་བའི་རྗེས་ལ་མཐའ་མའི་ཐག་གཅོད་དེ་ལ་ཨ་ནེ། ག་རེ་རེད་མ། ད། ཡི་གེ་ལ་ཕབ་མཁན་དེ་སྡེ་ཚན་ཁག་ཁག་ཅིག་རེད་འདུག་དེ་ཕབ་ནས་ཨ་ནེ། ག་རེ་རེད། པར་འགྲེམས་བྱས། བྱེད་མཁན་སྡེ་ཚན་ཁག་ཁག་དེ་འདྲའི་སྡེ་ཚན་མང་པོ་ཅིག་མཉམ་དུ་རྒྱུད་དུ་སོང་བ་དེ་དཀྱིས་མ་དཀྱིས་མ་ལ་ཡང་མང་པོ་འདྲའི་ཞིག་ནས། ནོར་ཡོད་པ་ཡང་སྲིད་ཀྱི་ར་རྒྱུད་རིམ་མང་པོ་རེད་ད་ཡིན་ན་ཡང་ང་ཚོ། ཟུར་ལ་དགྱེས་མཁན་བྱེད་མཁན་ཚོ་ཁྱོད་རང་ཚོ་ཡིན་པ་ཡིན་ན། བསམ་བློ་བཏང་མཁན་ཁྱོད་རང་རེད་ཐབས་ལམ་ཁྱོད་རང་རེད། ཨ་ནེ་སློབ་ཕྲུག་ཁྱོད་རང་རེད་ངོ་ཤེས་མཁན་ཁྱོད་རང་རེད་སློབ་ཕྲུག་དང་འབྲེལ་བ་ཆེ་ཤོས་ཁྱོད་རང་རེད་ག་རེ་ཡིན་པ་ཡིན་ན་སོ་སོ་ཡིན་དུས་སྐབས་སོ། ཨ་ནི་སོ་སོ་རང་གིས་ཟོས་ཞེས་བྱས་པ་ཡིན་ན་དེ་ཁྱིམ་ལ་ནོར་སར་འགྲོ་བོ་དང་ཨ་ནི་ཁྱིམ་མ་ཁྱིམ་མ་ལ། ག་རེ་རེད་ཕོར་བར་འགྲོ་བོ་དང་ཡ་ཨ་ནི་སྒྲིབ་པར་འགྲོ་བོ་དང་ཕ་རེར་འགྲོ་བོ་དང་ཅི་གང་ཡོང་སྲིད་ཀྱི་མ་རེད་བྱས་ཙང། སོ་སོ་རང་གིས་ཤུགས་རྒྱབ་ཆེད་ཅིག་གནང་ཐུབ་པ་ཡིན་ག་ཕྱིན་ན་ཧང་སང་ཡང་ཕན་ཐོག་ཆེན་པོ་ཡོད་ས་རེད་ད་དེ་སྔ་ཞུ་སྔས་དཔེ་འདོད་པ་ཆེན་པོ་བྱུང་སོང་ར། བྱས་ཙང་ད། ད་གཙོ་བོ་ད་ཞུ་ཡ་དེ་ཡིན་ད་ཁ་སྐད་དང་ཡི་གེ་དེའི་ནང་ལོགས་ནས་ང་ཚོ་གིས་ཟབ་ས་བྱེད་མ་ཐུབ་ན། ང་ཚོ་ཡི་གེ་གཅིག་པོ་གཅིག་བདག་པོ་རྒྱག་མཁན་ཆགས་ས་རེད། ཁ་སྐད་བདག་པོ་རྒྱག་མཁན་མི་གཞན་པ་གཅིག་ཆགས་ས་རེད། རེད་བ། ད་མི་གཞན་པ་གིས་བདག་པོ་རྒྱག་པ་ཡིན་ན་ཡག་པོ་ད་རེད་བ། ང་རང་ཚོ་བོད་སྐད་བདེ་བྱེད་ཀྱི་ཡོད་རེད་དེ། ཁོང་ཚོ་གིས་བདག་པོ་རྒྱབ་ཀྱི་ཡོད་རེད་དེ་འདྲའི་གི་གནས་ཚད་ལ་སླེབས་སོ་ཁྱབ་བསྒྲགས་འགྲོ་ཡག་འགོ་བཙུགས་ས་ན། ང་རང་ཚོ་བོད་ཡིག་ཤེས་མཁན་ཚོ། ཁ་སྐད་ལ་བྱང་མ་ཡིན་མཁན་ཚོ། ངོ་ནས་བཤད་ན་ང་རང་ཚོ་ངོ་ཚ་བོ་རང་མ་རེད། བྱས་ཙང་ད་དེའི་སྐོར་ལ་གཞུང་གི་བྲོས་སོང་ཨ་ནས་ད། རེད། གཅིག་བཤད་ན་བཤད་སྟངས་མ་འགྲིག་པ་ཡིན་སྲིད་གི་རེད། ཨ་ནས་དེ་འདྲ་ཡིན་ན་དགོངས་པ་ཞུ་གི་ཡིན་རོགས། ཡང་འདི་མ་ཞུས་རང་ཞུས་འདུག་འདི་ག་ལ་ཨ་ནས་སྐད་ཆ་བཤད་མཁན་འདི་ག་ལ་བསམ་ཚུལ་འཕོ་མཁན་འདི་ག་ལ་ཨ་ནས་ག་རེ་རེད་གྱོད་གཞི་བསླང་མཁན་དེ་འདྲ་དཔེ་དཀོན་པོ་རེད་དོ། བྱས་ཙང་ད། སོ་སོས་བྱས་པའི་སྐད་ཆ་སྒྲོག་བཞིན་རེད། ཨོ་ཡ་ཨ་ནས་ཚང་མ་ལ་ཐུགས་རྗེ་གནང་ཞུ་གི་ཡིན།